ཁག་ཅིག་མི་རིགས་ཐོག་ནོར་ཡོད་པ་ཞིག་ལས། གྲོགས་གཞས་སྔ་རོལ་མིང་གི་ཁོང་ལ་ཚེ་འདི་པའི་བསོད་ནམས་ཡོད་པར་མཐོང་བ་ལ་དེ་ལ་བརྙན་གཞས་ཡིན་པ་གེགས་ཀྱི་འདྲེ་བཙུགས་ནས་ང་ལ་འདི་འདྲའི་གྲོགས་གཞས་ཡོད་ཀྱང་ཐམས་ཅད་བློས་བཏང་ནས་ཆོས་བྱས་པ་ཡིན་ཟེར་བའི་སྣང་བཤད་བྱེད་པའང་གཏིང་ནས་ཆོས་བརྒྱུད་ལ་མ་སྐྱེས་པའི་གླེན་པ་ཡིན་ཏེ། རིགས་རུས་གཟུགས་བྱད་མཛེས་དང་ནོར་བྱེ་བ་སྟོང་ལྡན་གང་ན་ཡོད་ཀྱང། རྗེས་ཡི་རང་དེ་ཡི་རང་ལ་ཕན་གནོད་ཅི་ཡང་མེད། འབྲེལ་རྒྱ་འབྲེལ་རྒྱ་ཆེ་རང་ལ་མི་གནོད་རེད། འབྲེལ་རྒྱ་ཆེ་ན་རང་ལ་མི་གནོད་རེད། ཁ་ཅིག་རང་རྒྱུད་རགས་ལྟར་བྱམས་སྙིང་རྗེ་མོ་རྒོད་ཀྱི་བློ་ཅུང་ཟད་ཀྱང་འགྱུར་མི་ཐུབ་པ་ཤེས་ངེས། ཤིང་ངེ་འགྱུར་རེ་འདུག་པ་ཀུན་ལ་འདི་མཆོད་པ་ཐག་ཆོད་པ་སྒལ་ཚིགས་ཅན་ཡིན། ཟེར་བའང་འཁྲུལ་ཏེ་རང་གི་ཟས་ནོར་གྱི་ཆེད་ལྕགས་ཁ་འགྲིག། དགེ་འདུན་བླ་མའི་དོན་དུ་སྒལ་ཚིགས་ཅན་གང་དུ་སྡོད་ཀྱང་དགྲ་གཉེན་གཉིས་སུ་མཇལ། ཤིང་ངེ་འབུ་བ་འདི་ཆོས་དང་མི་འགལ་རེད། ཁག་ཅིག་ཁོས་མེད་ཐབས་བཏོན་ནས་མ་ཎི་ཙམ་ཞག་གཅོད་ལ་འདོད་ནས་ཏོག་བསུ་སྟེ་ལ་ཆོས་ཞུ་ཞེས་མི་ཚེ་ངེས་བྱེད་ཅིག་ཨེ་ཐུབ་དེ་ལར་མི་ཐུབ་དེ་ལས་ཚེ་ཐུང་ན་དགའ་སྙམ་པ། ཀུན་ལ་འདིར་ཆོས་འབའ་ཞིག་འདུག་ཟེར་ཏེ་གཏམ་བསྟན། མ་གོ་བ་ཡིན་དམ་ཆོས་བསམ་ངའི་ཚེ་འདི་ངེད་ཅིག་ཏུ་འགྲོ་བ་ཐུབ་ས་བྱུང་ན་བསམ་པ་ཡི། བློ་སྣ་རྒྱུད་ལ་སྐྱེ་བ་ག་ལ་སྲིད་ཁོལ་མེད་བོར་ལ་སྙིང་རྗེ་མི་སྐྱེ་རེ་ཁ་ཅིག། ད་ང་ལ་སྟོབས་ནི་ཡོད་བླ་མ་འདིའི་གན་དང་གྲ་ས་འདི་ན་མ་བསྡད་ཀྱང་ང་རང་ལ་ཆོས་པའི་མཐོང་རེ་གང་ཡང་གར་ཡང་ཡོང་བའི་དཔེ་ཆ་དང་ཆོས་གོས་དང་བརླ་ཤད་དང་ཁྲལ་གྱི། གཏམ་འདྲི་བྱེད་སོགས་ལ་ཁྲོམ་གཞོག་བྱས་ནས་ཕ་རུལ་པོ་དང་དབང་མེད་དུ་རང་ལ་དང་བ་སྐྱེ་ཐུབ་པ་ཞིག་བྱེད་དགོས་སྙམ་སྟེ། རང་ཚིག་རང་ལ་དགོངས་པ་བསྐུར་ན་སྙིང་པོ་མེད། དཔེ་ཆ་གླ་བྱེད་སྤྱོད་ལམ་བཅོས་མ་ཡིག་སྐྱུར་ཆུང་ཀླུ་ནུས་མཐའ་འདོད་ཞེ་ཁྲའི་གནས། ཆོས་བརྒྱད་ཕུགས་བཟང་ཆོས་པའི་ཤེས་འདོད་ཅན། རང་གཞན་གཉིས་ནུས་དུག་ལྟ་མི་འདྲ་རེ། ཟས་སྦྱོར་གཤོམ་བྱེད་ལུས་ཀྱི་རྐྱེན་ཐེག་པར་བྱེད། ང་རེ་ཐུབ་མི་ཡིན་ཟེར་བ་དང་ལྟོ་གོས། ལྟོ་འདུག། ལྟོ་འདུག་གོམ་བྱས་ནས་ང་དཀའ་སྡུག་པ་ཡིན་ཟེར་ནས་རང་མཐོང་བྱེད་པ་ལ་སྙིང་པོ་མེད། ངེས་འབྱུང་མེད་པར་འདུག་གོམ་ལ་སོགས་པའི་དཀའ་སྡུག་རེ་རྐྱང་རྣམ་འགྱུར་མང་བོའི་ཡོན་བདག་དོན་དུ་བྲེལ་བ། ཆེན་པོ་དེ་དམ་པའི་ཆོས་དང་ཤེས་ནས་མི་འགལ། གཞན་ངེས་འབྱུང་ཀུན་རང་རྒྱུད་ལོང་མེད། རྒྱུད་པ་མེད་སྣང་དུ་བྱ་བ་དང་ཚིག་གསལ་མེད་པར་ངག་སྒོམ་བྱེད་པ་ཡིན་ཟེར་བས་བོང་རྒན་གཡུ་རྡུང་བྱེད་པ་ལྟ་བུའི་མི་སྡུག་རང་བཞིན་ངེས་འབྱུང་འཁོལ་བར་མི་ནུས་ཀྱི་འཁོར་བའི་གནས་ན་ཅི་ལྟར་མི་བསམ་པར་ཚེ་གཅིག་ཆོས་ལ་སྤྱོད་པའི་རྫུན་རིག་མཁན་མཆོད་པར་གསོལ་ལ་ཚོགས་འབུར་མི་འཛེར་ཡང་ཁ་ཅིག་རང་རྒྱུད་ལ་ཆོས་ནི་མེད་ཆོས་སྣང་མ་བྱས་པའི་བདག་ལ་ནི་མ་རྙོག། ཆོས་བྱེད་མཁན་ལ་སྙན་གྲགས་ཆུང་བར་བློས་ནི་མ་ལོངས་པར་འདི་ལྟ་བུ་ཆོས་མིན་བྱ་བ་ཆོས་མིན་བྱ་བ་འདི་འདྲས་ཆོས་ཀྱི་གོ་མི་ཆོད། ལམ་དུ་མི་འགྲོ་ངས་འདི་འདི་འདྲ་བྱས་ན་དབང་འདི་མི་བྱེད་ཟེར་བ་ཀུན་ཡང་དམ་པའི་ཆོས་སྤོང་བ་ཡིན། གཞན་གྱི་དམ་ཆོས་ཆོས་ང་ཁྱོད་པ་ཁྱེད་དུ་གསོད་རང་གི་སྡིག་སྤྱོད་དམ་ཆོས་སྙིང་པོ་རོ་ལོ། འདི་འདྲའི་བསམ་སྦྱོར་སྐད་ཅིག་མ་རེ་འདི་ཕྱིའི་བསོད་ནམས་བསྟན་སའི་མི་བྱེད་རེ་ཁ་ཅིག། རང་ཕེར་ཤའི་འོབས་སྒྲོབ་རེ་བཤད་པ་མ་གཏོགས་སྡོམ་གསུམ་གྱི་ཡོན་ཏན་སྣ་གཅིག་ཀྱང་མེད། བདག་བཟང་པོ་ཞེས་པ་ནི་ཏིང་ནི་རླུད་འདི། ཐར་པར་མཁོ་བའི་ཡོན་ཏན་སྣ་གཅིག་མེད་བབ་ཅོལ་ཉིད་ལ་མི་ཚེ་སྐྱེལ་འདོད་པས་བདག་ནི་བཟང་པོར། རང་རྒྱུད་གྲོལ་བའི་སྣང་བ་གང་ལ་ཡོད་ཀྱང་ཏིང་ནི་མི་ལུས་རེ། ཁ་ཅིག་ཅི་འདྲ་བྱས་ཀྱང་རྒྱུད་འགྱུར་རྒྱུ་མེད་པ་ལ་འདི་མཆོད་པ་རྟག་གཟུགས་ཅན་ཡིན་ཟེར་བ་ནོར། ཕྱི་ནང་རྐྱེན་གྱིས་མི་རྟག་ཀུན་བྱས་ཀྱང་རང་གི་ཐོག་ཏུ་མི་འོང་སྙམ་བྱེད་པ། རྒྱུད་ཧྲིང། རྒྱུད་ཧྲིང། གསལ་བསོད་ཅི་ཡང་མི་ཚོར་བ་མི་ལུས་ཕག་གི་སྙིང་དང་མི་འདྲ་རེད། ཆོས་ཚུལ་བཞིན་མ་བྱས་མཚན་ལྡན་གྱི་དགེ་བཤེས་མ་བསྟེན་ཀྱང་ང་རང་ཕྱུགས་རྫུན་རིགས་རྒྱུད་བཟང་བའི་ཆོས་འཇིག་རྟེན་གང་ས་ནས་ལས་སླ་སྙམ་པ་པོའི་འཁྲུལ་འཁྲུལ་དེ། གྲོགས་པོ་ཟ་རོགས་འཐུང་རོགས་ཡོད་སྙམ་བཞིན། བཟའ་བཏུང་གོས་སོགས་འབྱོར་པས་བྲིས་པ་ནས་ཆོས་དེར་མིན་ཀྱང། ཚེ་འདི་ཕྱིས་བྱས་པ་ཁྱི་ལྷེན་ཞིག་ལས་བསམ་པ་རྨི་ཆུང་རེད། ཡང་རང་རྒྱུད་ལས་མི་དགེ་བའི་གནོད་པར་མ་གཏོང་ནས་གཞན་མི་དགེ་བ་སྤང་བ་ལ་འདི་འདྲ་ལ་འཛེམ་པ་ཟེར་བ་ཀུན་སྨྱོན་པས་ང་མ་སྨྱོ་ཟེར་བ་དང་འདྲ་སྟེ་བྱིས་པས་བརྩི་འདུག་ནུས་པ་རྒྱུས་མེད་པར་བརྩི་འདུག་མི་ཟད་རྒན་པོ་ཆ་བ་བཞིན་སྡིག་ཆེན་དགེ་བ་བྱས་ལ་སེམས་དྭངས་བའི་མཐོང་ཆས་པ་དེ་གཏན་ནས་མ་སྨྱོ་རེད་སེམས་དར་བའི་མཐོང་ཆས་པ་དེ་གཏན་ནས་མ་སྨྱོ་རེད།

ཁ་ཅིག་མ་ཎི་ཙམ་དོན་རྟོགས་དགོས། བསྡུ་སྒོམ་ཙམ་བྱས་གཞན་སྐྱབས་འགྲོ་སེམས་བསྐྱེད་ནས་བསྔོ་བའི་བར་གྱི་ལག་ལེན་ཅི་ཡང་མི་ཤེས་པར་ཟླ་རེ་ཙམ་རེ་གནས་ཕོག་ཤིག་ང་འཛིན་ཆགས་མེད་པ་སྐད་ཟེར་ཆུ་ཚད་འཐེན་ཚད་ཀྱི་ནང་ནས་ཟེར་གོས་གླེང་ཅི་ཡང་རྣག་བཤད་ལ་ནི་ངས་དེ་མ་བླངས་ཟེར་བ་སྐད་དུ་བྱས་པ་ཐམས་ཅད་ཤན་པ་ལས་ལོད། མཆན། ཞེན་པས་ནི་ཆོས་སྒོར་མ་ཞུགས་པའི་རྟེན་ལ་སྡིག་གསོག་པ་ཡིན། ཆོས་སྒོར་ཞུགས་པའི་རྟེན་ལ་སྡིག་གསོག་པ་ནི་རྣམ་པར་སྨིན་པ་གཞན་ལས་ལྕི་བ་ཡིན་ནོ། མཆན། བསོད་ནམས་ཟད་པའི་ལྟོ་གོས་དུག་པོར་མྱོས་ཆོས་བརྒྱད་བྱེད་པའི་མཆོད་པར་ཁས་ལེན་ཅིང་བདུད་ཀྱི་བར་ཆད་ཀུན་གྱི་ཆོ་སངས་མ་བྱུང་ཚེ་ན་སྡུག་བསྔལ་འབྱུང་བས་ཀུན་སྤངས་མགོན་མེད་དྲན་པ་རྒས་པ་ཀུན་རང་རྐང་རང་འཕྲང་ཆུ་རྫུ་མིན་རེ་སྐན། ཡང་རང་གི་རྒྱུད་ལ་མཁོ་བའི་ཉེས་དམིགས་ཟོལ་མེད་དུ་མ་དྲན་ན་ཚེ་འདི་པའི་ཆོས་པའི་རམ་འདེགས་ཆོས་སྤྱོད་དང་ཕྱི་ཚུལ་ཙམ་གྱི་ཕན་པ་ཡེ་མེད། གྲྭ་ས་དགོན་དང་སྒྲུབ་སྡེ་ལ་སོགས་སུ་ཆགས་ལུགས་ཡོན་ཏན་མི་མཐོང་དོན་གཉེར་བཟང་འདོད་རྙེད་དོགས་མེད་དར་འབར་བྱེད་པ་ཤེས་པ་ལས་ཀྱང་སྙིང་ནས་མི་ལོད། ཡང་ཁ་ཅིག་བསྙེན་བཀུར་དང་བསོད་ནམས་མོས་ཅན་འབྱོར་བས་དུས་བསྐོར་ཆེས་ལོག་པའི་འཚོ་བ་ཡིན་ཟེར་འདོད་པ་སྐད་ཆས་ཅུང་ཟད་རེ་མ་བྱུང་བའི་ཚེ། མཚན། ཤེས་པ་ནི་དུད་འགྲོའི་གསོད་པའི་ཡང། དུད་འགྲོའི་གསོད་པའི་ཡང་སོས་སུ་དམྱལ་བ་ཆེན་པོ་རྣམས་ཀྱི་གནས་ཀྱི་འཁོར་རྣམས་སུ་སྐྱེ་བར་གསུངས་ལ་འདི་ནི། ཆོས་མ་ཡིན་པར་ཆོས་དང་སྤྱོད་པ་དང། ཡུན་འབྱུང་བའི་གནས་མིན་པར་ཡུན་འབྱུང་གི་གནས་སུ་སྤྱོད་པ་རྣམས་གཉགས་ཆེན་དངོས་སུ་སྐྱེ་ཞིང་འདུག་ཡུལ་རྣམས་ལ་གསུངས་སོ། མཚན། མཆོད་པ་ལ་ཚོགས་མི་གསོད་པ་ཟེར་ནས་འབར་ཐག་བྱས་པ་ཡང་མཆོད་པའི་ཚང་ཡིན། དགེ་འདུན་དབུས་སུ་བསྐོར་ལ་འཇིགས་ཟེར་ནས་གཅིག་པུར་སྡོད་ཚེ་བསྐོར་ལ་སྙིགས་པ་ཡི། འཁང་ར་སྐོར་ལ་བྱེད་ཅིང་བསྐོར་བསྲན་པ་འདིས་ཀྱང་དམ་ཆོས་རླུང་ལ་མིག་བསྐུར་རེ། ཡང་ཁ་ཅིག་འདི་ནི་ཆོས་པའོ་འདི་ནི་ཆོས་དང་མི་མཐུན་པའོ་འདི་དྲག་པར་རློམ་པ་ལས་འདི་ལོད་པ་འདི་ཁྱད་པར་འཕགས་འདི་ལོད་པར་བརྩི་ཡང་བཟང་པོར་རློམ་པ་འདི་ལས་ལྷག་ཟེར་ཞིང་རང་གི་བླ་མ་གྲོགས་དགེ་སྦྱོན་ལ་རི་མོ་མང་དུ་བྱེད་པ་ནི་ཆོས་པའི་སྐྱོན་ཆེ་ཤོས་ཡིན། གཞན་ལ་ཆོས་མཐུན་ཡིན་མིན་བརྟག་དཔྱད་བྱེད་བཞིན་རྒྱུད་གཞན་ལ་བཤད་ས་གར་ཉིད་འདི་སང་འདི་ངན་ཁ་ཚོན་གཅོད་བཤད་པ་རང་གི་དགེ་རྩ་གཅོད་པར་མི་བྱེད་རེ་ཁ་ཅིག་ཁོ་དེ་ཞེན་ལོག་དང་མུ་གུས་ཆ་བ་གེ་དོ་བྱས་ཀྱང་ངའི་ཐུགས་དམ་ཕྱག་ཆེན་ལ་མི་དོ་བས། མཆན། དེང་སང་ཕྱག་རྒྱ་ཆེན་པོའི་སྒོམ་ཡོད་པར་ཁས་ལེན་པ་འདི་ཀུན་ཕྱག་རྒྱ་ཆེན་པོ་རང་དེ་ཅི་ལ་ཟེར་རྒྱུས་མེད་པའི་བདེན་ལས་ཆེ། དེ་ལྟར་མིན་ན། ཤེས་པའི་ཕུང་པོ། བཤང་བའི་ཕུང་པོ་བདུད་རྩིར་བསྒོམ་པ་དང་འདྲ་བའི་སེམས་གསར་སྟོང་རིག་སྟོང་གི་གོ་མྱོང་ལ་ཆགས་ཅན་གྱི་རྟོག་པ་སྐྱེ་བར་རློམ་པ་ཐམས་ཅད་ཐར་པའི་སྲོག་རྩ་ཆེན་པོར་བཅད་པ་ཡིན་ནོ། ཆེན་ང་ཡི་མཆོད་པ་ནས་མཆོད་པའི་བསྐང་དེ་རི་བཙུགས་པ་དང་འདྲ་བའི་རྟེན་སྙམ་ནས་ཐམས་ཅད་ལ་ཕར་མི་མགུ་བ་དེ་ཡང་རང་གི་རྒྱུད་ལ་ཡོན་ཏན་གྱི་གོ་བཀག་པ་ཡིན། གཞན་གྱི་རྒྱུད་རྒྱལ་དམ་ཆོས་ཐམས་ཅད་ལ་སྨན་པར་བལྟས་ནས་རང་རྒྱུད་ཉམས་ལེན་ཏེ་ང་རྒྱལ་རང་མཐོང། གཞན་ལ་བརྙས་ཆོས་ཀྱི་ཐར་པ། རྒྱུད་ལ་ཐར་ལམ་འགོག་པ་མི་བྱེད་རེ། ཡང་ཁ་ཅིག་ཚེ་འདི་ལ་ཆོས་འཇིག་རྟེན་གང་ཆེ་ན་ཁེབས་གང་ཆེ་བ་དེ་བྱེད་ཟེར་བ་ཀུན། རྩ་བ་ནས་ནོར་ཏེ་ཆོས་དང་འཇིག་རྟེན་ཆོས་སྒོ་གཉིས་ཁེབས་གང་ཅེས་ནམ་ཡང་ཚེ་འདིའི་ཆེ་ཐབས་མ་ཐོབ་པ། ཕྱི་མར་གདེང་རྙེད་མེད་པས་ཅི་ལྟར་རུང་གསུམ་བྱུང་དམྱལ་བའི་རྨང་རྡོ་མི་བྱེད་རེ། ཁ་ཅིག་དཀོར་གྱི་རྒྱུས་དྲེགས་ནས་ང་ཙམ་གྱིས་དེ་སྲས་མཇུག་ང་ལ་ཕུལ་དང་ཚོགས་རྫོགས་ཟེར་བ་ཀུན་ལ་བསམ་པ་ཅི་འདྲ་ཡོད་ན་གཞན་གྱིས་འདོད་པའི་རང་རྒྱུད་ཤིན་ཏུ་དྲེགས་འདོད་ཡུན་མཐོང་བཙལ་ཞིང་ཡུལ་གྱི་ཉེས་པ་བཅད། སྦྱིན་བདག་བསླུ་བའི་ཁྲེལ་དང་ངོ་ཚ་ཞོག་འདི་འདྲའི་ཆོས་པ་འགོང་པོ་མེད་རེ་འགོང་པོ་མིན་རེ་ཀན། ཡང་རང་ཉིད་ལས། རང་ཉིད་ལས། ལས་རྒྱུ་འབྲས་ཀྱི་བདག་པོ་ཡིན་བསམ་པ་བཞིན་དུ་བྱས་ནས་མི་དགེ་བ་ཁམས་ཅི་ཞིག་ལག་ལེན་དུ་འགེལ་ཞིང་ཁོ་བོ་ནི་དགེ་བ་ཡང་དག་པ་ལ་སྤྱོད་པར་འོང་བ་ཟེར་བ་ཡང་རྒྱུ་འབྲས་ལ་ཡིད་ཡིད་མ་ཆེས་པ་ཡིན་ཏེ། མི་དགེ་ཁམས་ཆེས་ན། མི་དགེ་ཁམས་ཅན་ས་ལ་ཚིང་བས་འཚེར་བ་མེད་ང་ནི་ཆུ་ཉིད་ལྟ་བས་གྲོལ་ཞེས་མ་བཟོ་བོ་ལས་ངན་བསྡུས་གྲོགས་བྱས་པ་ན་འུར་སྒྲོབ་འུར་སྒྲོབ་ཆེས་ཆེས་ཡང་དམྱལ་བར་མི་འགྲོ་རེ། ཡང་ཁ་ཅིག་མིང་སྐམ་རས་ལ་བྲུས་ནས་ཐམས་ཅད་ཀྱིས་དད་སེར་ལེན་ཅིང་རང་རྒྱུད་ལ་སྦྱར་ན་ཆགས་སྡང་གི་འདོད་པ་ཁོར་ཡུག་ཏུ་སོང་བ་འདི་སེམས་བདེ་ཤོས་སུ་མི་འདུག་སྟེ། གཞན་གྱི་གྲུབ་ཐོབ་དད་པའི་གནས་སུ་བྱེད། མཆན། དེང་སང་ནི་ཤིན་ཏུ་མང་བ་ཡིན་ཏེ། བདག་ལྟ་བུས་ཀྱང་བླ་མར་ཁས་བླངས་ནས་སྡོམ་པ་འབོག་ཡོན་ངོ་ཤེས་དབང་བསྐུར་བའི་དུས་འདི་འདྲ་འོང་བ་དེས་ན། གྲུབ་ཐོབ་སྤྲུལ་སྐུ་གྲུབ་ཐོབ་ཀྱི་མིང་སྐམ། མིང་སྐམ་འདི་བདག་ལྟ་བུའི་རྒྱུད་ལ་མི་འབྱུང་བར་བྱིན་གྱིས་རློབས་ཤིག། ཆེན་བདག་གི་ཡུལ་ལ་ལོག་ཅིག་བརྟགས་ན་ཡང་འཆི་བར་ངེས་པའི་བློ་ཞིག་མ་མི་སྐྱེ་བར་ཆགས་སྡང་དཔེ་འདི་ཁོ་བོར་མི་འཁྱམ་རེ། ཆོས་པ་ཆོས་ཀྱི་གདུག་པ། བླུན་འབྲས་ངོ་ཟན་ཅན་འདི་ཀུན་ལ་བསམ་ན་བློ་བདེ་པོ་ཡོང་ཐང་བར་མི་གདའ་སྟེ་དང་པོ་ཆོས་པ་ཡིན་ཟེར་ཀུན་གྱིས་རྡོའི་བར་དུ་ཆུད་མིན་བྱས་ཚེ་མི་བདེན་ལ་ཐ་མ་མངོན་དུ་གྱུར་ཚེ་གྲུབ་ཐོབ་ན་གཡོ་སྒྱུའི་སྤྱོད་པས་རང་སེམས་མ་ཁྲེལ་རེ། ཡང་རྒྱུད་ལ་ཡོན་ཏན་ཅི་ཡང་མེད་པར་ཟས་གོས་ལ་དམིགས་ནས་དགེ་འདུན་ལ་དམིགས་པའམ་རི་ཁྲོད་འཛིན་པའམ། འདུན་མ་ཉེ་ཤོས་ཡིན་ཏེ་ཆུ་མིན་སྤྱོད་པས་འཚོ་བ་བརྟེན་བཞིན་དུ་ཆོས་དཔལ་མདའ་ལ་མིང་གི་རྒྱལ་མཚན་བཙུགས། འདི་འདྲའི་དགེ་འདུན་རི་ཁྲོད་སྤར་འབོད་ཀྱང་ཆོས་ལྡན་ཆོས་དང་ལྷ་ཡི་མི་ཁྲལ་རེད། ཡང་རང་གི་རྒྱུད་ཚོད་ལ་ཅུང་ཟད་མི་འཇོག་པར་ཡུལ་གཉེན་པོ་ཀུན་ལ་མོས་པའི་འབྲེལ་བ་རེ་ཙམ་མི་འཇོག་པར་ཡང་ཕུང་ཚབ་ཆེ། རང་ཉིད་སྐྱེ་བ་འདིའི་འོག་རོལ་དུ་དམྱལ་བར་ཙམ་ན་མི་འགྲོའི་གདིང་མེད་པར་བསམ་བཞིན་སྐྱེ་བ་བཞེས་པའི་འཕགས་རྣམས་ལ་གུས་པས་མི་འདུལ་དགེ་རྩ་མི་སྤྱོད་རེ། ཚེ་འདི་པའི་ཕྱིར་གཞན་ལ་ཕན་འདོགས་དང། བྱུས་ཅིག་བསྟན་པ་གཅིག་པའི་ཕུག་རུས་སུས་ཀྱང་སུས་ཀྱང་སྟབས་བདེ་བར་བྱས་པ་མིན་ཏེ་བྱིན། འདི་ལྟ་བུའང་ཤིན་ཏུ་མང་སྟེ་ཨ་ཏི་ཤ་བོད་དུ་བཞུགས་དུས་དྭགས་པོ་དབང་རྒྱལ་ཐ་སྙད་ཀྱིས་ཁྱིམ་ཨ་ཙཱ་ར་ལ་བལྟ་རྒྱུ། ཅི་ལྟ་རྒྱུ་ཡོད་ཟེར་ནས་མ་མཇལ་སྐད། དུས་ཕྱིས་རྗེ་རིན་པོ་ཆེ་བསྙེན་པ་གྲུབ་ཐོབ་ལ་གཟུངས་མང་བྱ་བྲལ་བ་ཀུན་ཕྱག་དང་ཞེ་ས་མི་བྱེད་ཀྱང་རྗེ་ནི་ཨག་སིང་སྐྱེས་པོ་ཆེ་ཟེར་བའི་སྡོམ་ཤོར་ཅིག་ལ་རྫོགས་ཤིང་ཞུ་སྐད་རྙིང་མའི་མི་ཀུན་ལ་གཏད་པ་ཅི་ཡོད་མཁྱེན། ཚེ་འདི་བགྲོད་པས་གཞན་ལ་ཕན་འདོགས་ཀུན་བྱ་ལྟ་བྱེའུ་བུ་ཕྲུག་སོགས་བཞིན་འདི་ཕྱི་གཉིས་ཀར་ནང་ལ་མི་ཕན་བྱ་བ་མང་བས་ངན་འགྲོར་མི་འགྲོ། ཚིག་རེ་ལ་ཡང་རང་བཟང་པོ་ཞིག་མཐའ་ས་དུ་མའི་སྒོ་ནས་སྤྱི་དོན་དུ་བྱས། གཞན་ངན་པ་ཐབས་དུ་མ་ནས་སྨྲ་བ་ཡང་རང་རྒྱུད་ཀྱི་ཆགས་སྡང་ལས་གཉེན་པོ་མ་བསྟེན་པའི་གནས་ཡིན་ཏེ་གཞན་ཕྱོགས་བཟང་པོར་སྨྲས་པའི་གནས་སུ་བྱས། རང་ཕྱོགས་སྐྱོན་ཅན་གར་ཡོད་མི་སྙམ་པར་ལྕགས་སྦྱོར་གཞན་མགོ་གཡོག་སྙམ་མང་ན་ཡང་རང་གི་ཉེས་པ་གཞན་ལ་མི་བསྟན། རེ་ད་ནི་དགོས་པའི་རྩ་བ་ཚེ་འདི་སྒྲུབ་པའི་འབྲས་རྒྱ་ཅི་བྱུང་དང་ཁས་བླངས་པའི་དམ་བཅའ་ཀུན་དྲན་པ་རེ་གལ་ཆེ། ཆུད་མིན་བྱས་པ་ཀུན་དང་འབྲེལ་སྐྱོང་ནི་སྡོམ་པ་ནུས་མཐུ་ཁས་བླངས་དམ་བཅས་ཀུན་དྲན་པར་བྱས་པའི་དགེ་ལ་བརྩོན་པ། ལམ་ལ་ནན་ཏན་བྱས་ན་མི་ལེགས་རེ་འདིམ་པས་དགེ་བའི་འབྲུ་ཀུན་སངས་རྒྱས་ཀྱི་བསྙེན་པ་གྲུབ་ཐོབ་གོང་འཕང་མདོར་གྱུར་ཅིག། ཅེས་པ་འདི་ནི་དགེ་སློང་མི་རྒྱུད་རྡོ་རྗེའི་སྦྱར་བའོ། དང། དགོས་མེད་ཀྱི་འཁྲིད་ཞུགས་སུ་ནག་མོ་མགུར་བའི། ན་མོ་གུ་རུ་བྷེ། དྲང་དོན་གྱི་ཐེག་པར་བསྟེན་པ་ཀུན་ངེས་དོན་གྱི་ལམ་དུ་ཁྱེར་མཁས་པའི་ཚེ་ངན་ཚེ་ངན་སོས་དུས་བླང་བར་མི་བྱེད་པའི་ཕ་སངས་རྒྱས་བསྙེན་པ་སྙིང་ནས་དྲན། དེའང་ང་ཡི་གོ་བ་ལྟར་ན། དལ་འབྱོར་གྱི་ལུས་རྙེད་པར་དཀའ་བ་ཐོབ་པའི་དུས་འདིར་འཁོར་བའི་སྡུག་བསྔལ་དང་གཏན་ཁེལ་ཞིག་མ་ཐུབ་ན། རྗེས་ནས་འཁོར་བ་ལས་ཐར་བའི་དུས་མི་ཡོང། དེས་ན་ཆོས་སྤུ་ཏི་ཁྲི་སྟོང་དུ་ཤེས། ཤེས་པ་ཕྱིན་ནས་མདོ་ཤོག་ལོ་ཀ་གཅིག་བཤད་པ་ཡིན་ཉམས་ལེན་ལ་མ་བྲིས་གཏིང། ད་དེ་འདྲའི་ཡིན་དུས་བསགས་ནས་ད་དེ་གི་ཁྲིད་ཅིག་བསགས་ཀྱི་ད་དགོས་མེད་ཀྱི་ཁྲིད། སྒྲ་དགོས་མེད་དེ་གཙོ་བོ་ཞེན་ལོག་གི་ཁྲིད་ཡིན་པ་རེད། ད་དེ་ལ་ཡང་མི་རྒྱུད་རྡོ་རྗེས་ཁོ་རང་གི་པའི་ཐུགས་དགོངས་པ་ལྟར་ན་ག་འདྲ་ཡིན་ཟེར་ན། ད་རིས་ང་རང་ཚོ་བེ་ནེ་ཙི་ཡི་ཆོས་སྒྲུབ་པའི་གི་མཐུན་རྐྱེན་འཛོམས་བསྡད་པའི་ཨེ་ནེ་ཙི་དལ་རྒྱས་འབྱུར་བཅུ་ཚངས་པའི་མི་ལུས་རིན་པོ་ཆེ་ཐོབ་པའི་སྐབས་འདི་ལ་ཡང། དེ་ནི་ཁོ་བའི་སྡུག་བསྔལ་དང་པའི་གཏན་དུ་ཁ་གྱེས་པ་གྱེས་ཐུབ་པ་ཞིག་མ་བྱུང་ན། རྒྱན་རྗེས་ནས་ཀྱི་ཁོ་བའི་སྡུག་བསྔལ་ལ་ཐར་བའི་དུས་ཡོང་གི་མ་རེད། དེ་འདྲའི་ཡིན་དུས་སང་ནས་ཆོས་པོ་ཏི་བའི་ཁྲི་སྟོང་མང་པོ་བཤད་པ་ནས་མདོ་ཤོ་ལོ་ཀ་གཅིག་པའི་ཚིགས་བཅད་གཅིག་ཡན་ཆོད་བཤད་མཁན་དང་མདོར་ན་གཅིག་གར་ཡིན་ནས་མིན་ནས་ཚང་མས་གཅིག་གར་བས། ཤེས་པ་ཙམ་གྱིས་མི་ཕན་པར་དོན་ཉམས་ལེན་ལ་དེ་ནི་འགྲིག་གོ་རེད་གསུངས། དེ་མ་འགྲིག་ན་གྲྭ་དང་མིང་དང་གྲྭ་སློབ་ལོངས་སྤྱོད་ཅི་ཙམ་ཞིག་བསྙེན་པར་གྲགས་ཀྱང་ངན་སོང་གི་གནས་ན་སྡུག་བསྔལ་ལ་བཟོད་ཐབས་མེད་པར་གོ། དེ་རིང་ཡུན་ས་བདག་ཅིག་མིང་དང་སྙན་གྲགས་དང་དེ་འདྲ་ཅིག་གྲྭ་བུ་སློབ་མང་བ་དང་ལོངས་སྤྱོད་ཆེ་བ་ཙམ་ཞིག་གིས་ཕན་ཐོགས་མ་རེད་གསུངས། དེས་ན་རང་རེ་ཆོས་ཉམས་སུ་ལེན་པ་དང་འདོད་ཁམས་ཀྱི་ཡུལ་ལ་ཆགས་པ་སྐྱེས་ནས་དེས་རྣམ་པར་གཡེང་བས་གཉིད་མི་འཁྲུག། ལྷག་པར། ལུས་དབང་ཚོར་འདི་འདི་འཁོར་བའི་རྩ་བ་སྲེད་ལེན་གྱི་རྒྱུ། སྐྱེ་འགྲོ་ཉིང་མཚམས་སྦྱོར་ནས་མཐའ་མེད་དུ་འཁོར་བར་འཕྱན་པའི་རྒྱུ་ཡིན་པས་འདི་ལ་གཉེན་པོ་བསྟེན་དགོས་སོ། སྨྲས་པ། རང་དང་གཞན་གྱི་སྨྲ་ཡི་སྒོ་གསུམ་དང་རང་དང་གཞན་གྱི་ཡན་ལག་རྣམ་པ་ལས་ཁུ་བ་འབྱུང་བའི་སྐྱེས་བུ་སྡིག་ཅན་ཀུན། མནར་མེད་དམྱལ་བའི་སྡུག་བསྔལ་བཟོད་ཕོད་དམ། ལར་ད་རེས་ཀྱི་མི་ལུས་འདི་ཤིན་ཏུ་ནས་ཀྱང་ཐོབ་པར་དཀའ་བའི་དུས་འདི་སྔོན་གྱི་སྨོན་ལམ་ཆ་ཕྲ་མོའི་ཆ་ཙམ་ལས་སྒྲུབ་བརྒྱུད་ཀྱི་བླ་མ་ཡོངས་ཀྱི་དགེ་བའི་བཤེས་གཉེན་ཚད་མ་དང་མཇལ་བའི་དུས་འདིར་རང་ཉིད་མི་བརྩོན་པ་དོན་མེད་པའི་བྱ་བའི་དུས་འདའ་བ་ལ་ཡིད་མུག་ཙམ་ཡང་མི་སྐྱེ་བར་སྙམ་སྟེ་སྨྲས་པ། བདག་དེ་ནས་འདུན་ས་དག་ད་རེས་མི་ལུས་ཤིན་ཏུ་ནས་ཀྱང་ཐོབ་དཀའ་བའི་དུས་འདི་ལ་ཡང། དེ་ནས་ད་སྒྲུབ་བརྒྱུད་ཀྱི་བླ་མ་ཟེར་དུས་ཁ་དེ་ལ་མཆན་ཞིག་འདུག་བསླབ་གསུམ་ཡོངས་རྫོགས་སྦྱིན་ནུས་པ་ལ་ཟེར། སྒྲུབ་བརྒྱུད་ཀྱི་བླ་མ་ཟེར་དུས་སང་ནི་བསླབ་པ་གསུམ་ཡོངས་སུ་རྫོགས་པ་སྦྱིན་ནུས་མཁན་ཞིག་ལ་ད་རང་རྒྱུད་བསླབ་པ་གསུམ་གྱི་བའི་རྒྱུད་ཕྱུག་ཤིང་ད་གཞན་ལ་ཡང་བའི་བསླབ་པ་གསུམ་གྱི་ད་ཉམས་ལེན་ཡོངས་སུ་རྫོགས་པ་བཞིའི་ནུས་པ་དེ་འདྲས་ཀྱི་ལས་ཡག་དེ་ནི་སྤྲུལ་རྒྱུད་ཀྱི་བླ་མ་ཡིན་ད་ཆེ་ཆེ་ཡིན། ཡིན་མོད་དོན་ཚན་ལྡན། ཡོངས་ཀྱི་དགེ་བའི་བཤེས་གཉེན་འདི་ཡང་ཆེ། ཡོངས་ཀྱི་དགེ་བའི་བཤེས་གཉེན་འདི་འཇིག་རྟེན་པ་ཡོངས་ཀྱི་སྐུ་བ་ལ་ཟེར་མོད། དགེ་བཤེས་སྟོན་པའི་ཞལ་ནས་དགེ་བཤེས་ཅིག་ཡིན་ཀྱང་ལམ་བསླབ་པ་གསུམ་གྱི་ཡང་དག་པར་འཛིན་ནུས་པ་ཡོངས་ཀྱི་དགེ་བའི་བཤེས་གཉེན་དུ་ཆེ་བ་ཡིན་ཕྱིན། ཅེས་དང། ད་ཡོངས་ཀྱི་དགེ་བའི་བཤེས་གཉེན་བསལ་ཏེ་ཡོངས་བསལ་ཏེ་འཇིག་རྟེན་པ་ཡོངས་ཀྱི་པའི་སྐྱབས་གནས་སུ་བཀུར་འོས་པ་རེད་བ་དེ་འདྲའི་སྤྱི་ལ་ཡང་བཀུར་བ་ཅི་ལ་ཡོངས་ཀྱི་དགེ་བའི་བཤེས་གཉེན་གསུང་དགོས་བ་རེད། ཡིན་ན་ཡང་དགེ་བཤེས་སྟོན་པའི་གི་ཞལ་ནས། ག་རེད་ཟེར་ན། ད་དེ། དགེ་བཤེས་གཅིག་ཡིན་ན་ཡང་དེས་ལམ་བསླབ་པ་གསུམ་གྱིས་གཞན། སེམས་ཅན་ཐམས་ཅད་དེ་ནི། ད་འཁོར་བ་དང་ངན་སོང་ལས་ཡོངས་སུ་སྐྱོབ་ནུས་པའམ་རྗེས་སུ་འཛིན་ནུས་པ་དེ་འདྲའི་སྤྱི་ལས་ཡོངས་ཀྱི་དགེ་བའི་བཤེས་གཉེན་དུ་ཆེ་གི་རེད་གསུངས་མཆན། འབྲུ་རྒྱུད་བླ་མ་མཚན་ལྡན་འབྲུ་རྒྱུད་བླ་མ་རྙེད་པའི་དུས་འབྲུ་རྒྱུད་ཡིད་བླ་མ་བྱ་བ་འདི། ཡང་འདིར་མཆན། སྒྲུབ་བརྒྱུད་ཀྱི་བླ་མ་བྱ་བ་ནི་ཐེག་པ་ཆེ་ཆུང་གི་དོན་གཉེར་སུ་ཡིན་ཀྱང་རང་རང་གི་ཐེག་པའི་བསླབ་པ་གསུམ་གྱི་ཉམས་ལེན་ལ་མ་འཕྱུགས་པའི་རྒྱུན་ཡོད་པ་ལ་ཟེར་གྱི། རི་སྦུག་ཅིག་ཏུ་སེམས་གསེར་གྱི་ངོ་བོ་ལ་ལྟ་བར་རློམ་ཞིང་མི་ཚེ་འཛད་འཇུག་པ་ལས་མི་ཟེར། མཆན། དོན་མེད་ལེ་ལོའི་ངང་ལ་མི་ཚེ་ཡི་རང་ཆས་ཐམས་ཅད་འགྱོད་པ་སྐྱེ་བའི་རྒྱུ་དག་ནི་རང་ལ་ཡི་མུག་ཞེ་ཁྲེལ་འདོད། རང་རྒྱུད་ལ་དག་པའི་ཆོས་ཉམས་སུ་ལེན་པ་མ་གཏོགས་གང་གིས་ཀྱང་འཁོར་བའི་སྡུག་བསྔལ་བཟློག་པར་མི་ཕན་པའི་སྐབས་འདིར་རང་རེ་ཆོས་པ་ཀུན་དགོན་གནས་འཁོར་གཡོག་མཐུན་རྐྱེན་སྤྱི་འཛོམས་ཀྱི་ཐབས་ལ་མི་ཚེ་ཡལ་འཇུག་པ་ཆེས་ཕངས་ཆེ། སྨྲས་པ། གཡོ་ཐབས་རྒྱུ་ཡི་གྲྭ་ཚོགས་སྐྱོབ་པ་ནི་དཔལ་འབྱོར་གཤོམ་པའི་དགོན་གཞི། འཛུགས་པ་ཡིས་སྐྱིད་འདོད་སྙན་པ་སྤེལ་བའི་ཅོལ་ཆུང་བརྒྱུད་བདག་སེམས་མི་རུང་རྩོད་པའི་རྩ་བ་ཡིན། ད་ལྟ་འཕྲལ་དུ་ཡོན་ཏན་ཕྲན་བུ་རེ་སྣང་བར་གྱུར་ཏེ་ཅོལ་ཆུང་མང་པོའི་ཡིད་མགུ་བ་རྒྱུ་མཚན་དུ་བྱས་ནས་ཟས་ནོར་འབའ་ཞིག་བསགས་པས་རང་བཞིན་གྱི་དོན་འགྲུབ་བོ་སྙམ་པ་ཀུན་སྙོམས་པ་ལས་ཀྱང་ཆེས་སྨྱོ་བོ་སྨྲས་པ། གཤིན་པོའི་ཡར་འདྲེན་ནད་པ་གསོ་བ་དང་སྲིའུ་སྐྱེས་སོགས་གཞན་ཕན་བྱས་བསྐལ་ནས་ཉམ་ཆུང་མང་པོ་བཅོམ་པར་བྱས་པ་ཡི། ཟས་ནོར་ལ་སྲིད་བདུད་ཁྱེར་སྙིང་རྗེའི་གནས། ཡང་རང་གི་ལུས་ངག་ཡིད་གསུམ་དགེ་བ་ལ་བཀོལ་སླ་ཞིང། ཚིག་ཆུང་ངུས་རང་གི་དོན་ཆེན་པོ་འགྲུབ་པས་དགེ་རྩ་དཔག་མེད་བསག་ཏུ་ཡོད་བཞིན། རང་གཞན་ཐམས་ཅད་སྡིག་པ་འབའ་ཞིག་གི་དབྱིངས་དུ་འཇུག་པའི་དུས་དང་དཀའ་སྤྱད་མཐུན་དུ་གྱུར་པས་དགེ་རྩར་སྤྱོད་པ་ཐམས་ཅད་ལས་སྙིང་པོ་ཆེར་མི་སྣང་སྟེ་སྨྲས་པ་དབུལ་ཕོངས་ཉམ་ཐག་རྣམས་ལ་བཀོལ་སྤྱོད་ཅིང་མི་མོས་བཞིན་དུ་ཆད་པ་སྣ་ཚོགས་ཀྱིས་བརྟན་ཞིང་ལགས་སོ། བྱ་བའི་ཆེར་དབྱིངས་ནི་རང་བཞིན་སྡིག་རྒྱུན་རྫོགས་ནམ་སྙིང་པོ་མེད། རང་ཉིད་སྐྱེས་བུ་དམ་པ་མ་ཡིན་ཀྱང་ཡིན་པར་འདོད་པའི་ཚུལ་གྱིས་མཆོག་དམན་གྱི་འཁོར་མང་པོ་བསྡུས་ཏེ་ཐབས་བཀའ་དང་འདུ་ལོང་མང་པོའི་རྒྱུས་ང་རྒྱལ་མི་ཚེ་གར་ཟད་དུ་མ་འཚོགས་རོགས་ཀུན་ལ་སྨོན་དགོས་པར་མི་འདུག་གོ་སྨྲས་པ། ཟས་ནོར་ཐབས་ཀྱི་གྲྭ་སློབ་ཡོན་བདག་སྐྱོང་ཆེན་པོ་རྣམས་ལ་ཆོས་བཤད་དམ་ཚིག་བཀར། ཀུན་གྱིས་བཀུར་ཚེ་རྔོན་པའི་ང་རྒྱལ་སྐྱེ། བློ་སྣ་རིང་ཞིང་དངུལ་འཛིན་དམ་པོས་བསླུས། རང་ནི་དངོས་པོ་སྐྱེད་པ་དང་འགྱུར་བའི་གཞན་གྱི་དངོས་པོ་ཆུད་ཟ་བར་བྱས་ནས། ནོར་རྫས་དགེ་བ་བྱས་པ་ཀུན་ཀྱང་ལོག་པའི་འཚོ་བ་ལ་མཆོད་སྦྱིན་གྱི་ཡུལ་རྣམས་སྦྱར་བ་ཡིན་པས་དུག་དང་མཚོན་གྱིས་སྦྱིན་གཏོང་བྱས་པ་དང་འབྲས་བུ་ཁྱད་པར་མེད་དོ། ཚོང་མཁན་རྙེད་འཚོལ་བླ་སྲོལ་འདུས་མ་ཡིན་ནོར་གྱི་བླ་མ་དཀོན་མཆོག་མཆོད་པ་ཡང་ལོག་འཚོའི་མཆོད་སྦྱིན་སྟོང་པོ་ལན་པོ་གཉིས། ལྕགས་སྲིད་དང་ནི་བུ་ལོན་ཅན་དུ་འགྱུར། ལ་འདིར་མཆན་གསུངས། ཚིག་རྐང་ཐ་མ་འདི་གཉིས་ཤིན་ཏུ་གོ་མི་བདེ་བས་འཆད་པར་བྱ་བ་ལས། ལོག་འཚོ་ནི་སྡིག་པས་འཚོ་བ་སྟེ་སྡིག་པ་སྤྱད་ནས་བསྒྲུབས་པའི་འཚོ་བ་དེ་གང་གིས་བསྒྲུབས་ནས་གང་ལ་བྱིན་ན། གང་སྦྱིན་པོས་ལྕགས་གཟིག་བྱིན་པ་དང་འདྲ་སྟེ། གང་ལེན་པོས་དེ་བཟོད་པས་ལོག་འཚོ་བཟོད་པ་དམྱལ་བར་སྐྱེ་བར་བཤད་ལ། དེ་ལ་དེ་ལྟ་བུའི་སྡིག་ཟས་བྱིན་པས་རང་གི་སྦྱིན་པ་གང་གིས་སྦྱིན་པ་པོ་ཡང་ངན་འགྲོར་སྐྱེ་བས། གཏོང་ལེན་གྱི་གང་ཟག་གཉིས་ཀ་ལྕགས་སྲེག་ཟ་བའི་རྣམ་སྨིན་སྐྱེ་ལ་དལ་ཟས་བྱིན་པ་ཙམ་འགལ་བར་འགྱུར་བའི་ཆ་ནས། ཕར་བྱིན་པ་དེ་བུན་དུ་སོང་ནས་ཚུར་འདབ་དགོས་ཤིང་ཚུར་ཅི་ཙམ་འདབ་པ་དེ་ཡང་བུ་ལོན་དུ་སོང་ནས་ཕར་འདབ་དགོས་པས་ལས་རྒྱུ་འབྲས་ཀྱི་ལན་ཆགས་དག་རྒྱུ་མེད་པ་ཞིག་ནམ་མཁའ་དང་མཉམ་པའི་སེམས་ཅན་རྣམས་དང་རང་རེའི་བར་དུ་བཞུགས་ཡོད་པས། དེ་ཡི་ཕྱོགས་ཀྱི་ད་དུང་སྡིག་པས་བསྒྲུབས་པའི་ཟས་གོས་གནས་མལ་བཞོན་པ་ལྔ་རིག་སྤྱོད་ཡུལ་རྣམས་ཀྱིས་ནི་སློབ་མས་ཀྱང་བླ་མ་དཀོན་མཆོག་ལ་མ་མཆོད་ལ། བླ་མས་ཀྱང་སློབ་མ་སྦྱིན་བདག་རྣམས་ལ་མ་སྦྱིན་ཅིག། སྦྱིན་ན་དཔོན་སློབ་ཐམས་ཅད་ལ་ཟུག་རྔུ་ཆེན་པོ་སྐྱེ་བར་གདའ་བས་སོ་གསོད་པོ་མི་ཡོང་བར་འདུག་ལགས་མཆན། ཡུལ་སྣ་ཚོགས་ན་བདག་ཁོ་ན་མཁས་བཙན་གྱི་ངག་ལ་འདའ་མི་ནུས་པར་བྱ་སྟེ། བསྟན་པའི་ཞབས་ཏོག་སེམས་ཅན་ལ་ཕན་པར་བྱེད་སྙམ་པས་རང་གི་རྒྱུད་མ་དོལ་བའི་ལེན་པ་ཡིན་སྨྲས་པ། རྩོད་པ་འདུམས་ཤིང་གཉའ་དང་སྐྱེར་མ་སོགས་འགལ་བའི་ཁྲིམས་ལ་སྦྱོར་བ་སྐད་ཟེར་ནས་སྙིང་ནས་སྡིག་རིགས་མངའ་ཞབས་ཞེ་འདོད་ཅན། བྱ་བྱེད་མང་པོའི་སྟེང་ན་འགྲོ་ལ་ནུས་མདོར་ན་ཚེ་འདི་ཕུན་ཚོགས་སྒྲུབ་པའི་ཕྱིར་སེམས་རྙོག་རྙོག་པོར་འབད་ཀྱང་མི་འགྲུབ། གྲུབ་པ་མཐར་ཕྱིན་ཀྱང་ལོ་གཅིག་གཉིས་སུ་ལོངས་སྤྱོད་རྒྱུ་མི་འབྱུང། བྱུང་ཡང་འཆི་བའི་ནང་པར་དེ་དག་གཅིག་གིས་ཀྱང་མི་ཕན། སྨྲས་པ། ཕྱིས་ཚེ་ཚད་འདི་དལ་འབྱོར་ཅུང་ཟད་ཀྱང་ཕྱི་ལ་མི་འབྲང་རང་གིས་བསགས་པའི་ལས་དགེ་སྡིག་འབྲས་བུ་ཕྱི་ལ་འབྲང་སེམས་ནས་ཞེན་པ་གཏིང་སློག་སྙིང་ནས་བསྒྲུབ་ལམ་བུ། བསགས་རུམ་མཁས་པ་ལྕགས་མཁར་དུ་གྲོས་ཆེ་བ་བློ་དཔའ་བ་དགོན་གནས་གྲྭ་པ་ཐབས་ཁ་སྐྱོང་བ་སོགས་ལ་ཕེར་བ་ཡང་བདུད་རྩི་སྡིག་པའི་རྒྱུ་ཡིན་ནོ། སྨྲས་པ། སུག་སྦྲུལ་ལྕགས་མཁན་ལགས་སུ་སེམས་ཁྲལ་རྒྱུ། གཟུང་འཛིན་བདག་ཕྱོགས་གཞན་ཕྱོགས་འཇལ་བ་དེ། ཕྲག་དོག་འགྲན་སེམས་ལྟ་དོག་གཅོད་བྱེད་པ་འདུལ་འཛི་ཕལ་བ་འདི་ཅི་ཀུན་ལ་གནོད། ཁྱིམ་པའི་ལོངས་སྤྱོད་དམར་ཤོས་རི་ཁྲོད་དུ་ཁུར་ནས་ཁ་ནད་གླིང་བཞི་དང་གྲོང་པའི་སོ་ནམ་ལ་མ་ཐིག་པ་རི་ཁྲོད་ལ་སྒོམ་སྐྱེས་དང་སྒྲུབ་སྡེ་འཛུགས་པ་སྐད་ཀྱང་རང་ལ་རྫུན་ཆེན་པོ་གཏོང་བ་ཡིན། སྨྲས་པ། འདོད་པའི་ལོངས་སྤྱོད་ཁུ་དགུ་སྣ་ཚོགས་པ་དབེན་པར་བསྟེན་ཅིང་ལེ་ལོས་ལེ་ལོའི་རོ་མྱོང་ནས། རི་ཁྲོད་སྒོམ་ཆེན་འབའ་ཞིག་ཁས་འཆེ་ཡང་སྙིང་ལ་དགོས་མེད་མ་དྲན་རང་ལ་བསླུས། གཞན་ལ་ཕན་པར་མི་འགྱུར་ན་ཕན་པ་དང་བརྩེ་བའི་སེམས་ཀྱིས་མཚང་འབྲུ་དང་ཚིག་ངན་བརྗོད་པ་ཐམས་ཅད་ཀྱང་སྦྱོར་བ་གཞན་ལ་གནོད་པར་སོང་ཕན་གདགས་པའི་བསམ་པ་ཡོད་ཀྱང་གནོད་སྐྱེལ་བའི་བསམ་སྦྱོར་གོ་ལོག་ཏུ་སོང་བ་ཡིན་སྨྲས་པ། དམུ་རྒོད་རྣམས་ལ་ཕན་དང་བརྩེ་བའི་ལོས་དྲང་གཏམ་ཡིན་སྙམ་མཚང་འབྲུ་བྱས་པ་དང་མི་སྙན་བརྗོད་ཅིང་ཕན་གདགས། ཕན་པ་དང་ཉམས་མགོན་གཞན་ལ་བརྙས་བཅོས་གནོད་པར་འགྲོ་བ་ཡི་ཆུང་འཛིན་གྱི་བཀའ་རྒྱུད་བཟང་ངན་ཆོས་ཡིན་མིན་ལ་བརྟེན་པའི་འདྲི་བཤད་དགག་སྒྲུབ་ཐམས་ཅད་ཆགས་སྡང་ངང་གིས་འཕེལ་བས་དེ་འདྲ་ལ་མངོན་པར་ཞེན་པ་ཆོས་སྤངས་ཀྱི་རྒྱུ་ཡིས་སྨྲས་པ། ལྟ་གྲུབ་འབྲུག་གླིང་བླ་མ་བཀའ་རྒྱུད་སོགས་ཞབས་ཏོག་ཡིན་སྙམ་ཕྱུགས་རིགས་འཛིན་པ་ནས་རང་ཕྱོགས་སྐྱོར་ཞིང་གཞན་ཕྱོགས་དྲུང་འཛིན་པའི་འཐབ་རྩོད་ཉོན་མོངས་དཀྱིལ་ན་སྡུག་བསྔལ་རྒྱུ། གཞན་ཕྱོགས་ཀྱི་ཆོས་གང་ཟག་རྣམ་པར་མ་བརྟགས་པར་བརྟགས་ཤིང་གཞན་ལ་སྤྲོ་བ་ཐམས་ཅད་ཀྱང་ཕལ་ཆེར་ཕྲག་དོག་གི་འཐུང་ཆོས་བྱས་པ་ཡིན་པས་གཞན་སྐྱོང་གང་དོན་རང་གིས་སྦ་བར་འོས་སོ། སྨྲས་པ། གཞན་སྐྱོན་རྟོགས་པའི་ལོག་པར་ལྟ་བ་ལ་བླུན་པོ་བདག་ཉིད་ཤེས་རབ་ཅན་དུ་འཁྲུལ། གཞན་སྐྱོང་མཐོན་ཆོས་རང་གི་དགེ་རྩ་བཅས་དག་པས་སྣང་བས་དབེན་པའི་སྐལ་ངན་གྱི་བསྐལ་པ་དང་མི་ལྡན་ཅིང་སྡོམ་པ་དམ་ཚིག་ལ་ཚུལ་བཞིན་མི་བཟུང་བས་དཔོན་སློབ་ཐམས་ཅད་ཀྱི་དད་པ་ཅན་བསླུ་བ་མང་དུའང་མཐོང་ངོ། སྨྲས་པ། དམ་ཚིག་སྤོང་བའི་སྔགས་བརྗོད་བརྟུལ་ཞུགས་ཅན། གཉེར་མ་འདོད་ཡོན་ལམ་དུ་བསྙེག་སྐད་ནས་ཚེ་འདི་བློ་ཡིས་གཏོང་བར་མི་ནུས་པའི་བཟའ་བཏུང་ལ་སོགས་སྤྱི་ཞུམ་བྱས་ཀྱི་གླུས་བདག་ནི་བདག་ནི་ཆོས་པ་བཟང་པོ་ཞེས་པའི་ཚུལ་ཆོས་བཟང་བཟང་པོར་འདོད་པའི་སྣང་ཤས་འདི་ཆོས་མ་ཡིན་པ་ཚགས་ཆོད་དུ་སྨྲས་པ་ཆོས་པའི་ཁྲོད་དུ་ཆོས་པར་སྐལ་བྱས་ཕྱིར། ཆོས་པར་གྲངས་འདུས་ཧ་ཅང་མཁས་བཙུན་སོགས་ཡོན་ཏན་སྦས་ནས་ལྟ་སྣང་སྤྱོད་པ་ཡི་བཟང་ཚུལ་འཇིག་རྟེན་སྤྱོད་པ་ཉོན་མོངས་རྒྱུ་ཆོས་པ་ལ་ལྟོ་གོས་སྐྲངས་ནས་འཚོ་བ་མ་གཏོགས་སྒེར་རྩ་དང་དགོད་སྒྲ་འུང་བའི་དོན་མི་འདུག་གོ་སྨྲས་པ། གར་སྟོད་སྒྲ་སྙན་མང་པོ་མཇལ་བ་ནི་དད་ལྡན་མོས་པའི་འཚོ་བར་ལེན་པའི་ཆེད་མཁས་གྲུབ་མཁས་ལས་རང་ཕྱོགས་སྲུང་བ་ཡི་བཅོས་མའི་རང་ཚུགས། ཀུན་ཏུ་རྟགས་ཙམ་མོ་ཐ་སྙད་ལ་མ་རྨོངས་པའི་བཟོ་རྩིས་སྨན་སོགས་ཀུན་མཁྱེན་གྱི་རྒྱུར་རློམ་ཀྱང་བྱང་ཆུབ་མཆོག་གི་ཡུན་བསམ་གཏན་ལ་གནོད་པའི་སྤྲོས་པ་དོར་བར་བྱའོ་སྨྲས་པ། བཟོ་རྩིས་མོ་དང་དབེན་པའི་ཁ་འགོད་སོགས་དུས་འབྱུང་ལས་མ་བསམ་གཏན་བཅའ་བ་ནི་ཤེས་བྱ་ཟད་མེད། མི་ཚེ་མཛེས་པའི་ཡུལ་སྤྲོས་པས་གཡེངས་ནས་སྒྲུབ་པ་ཕྱི་ལ་ལུས། རང་ཉིད་ཆོས་པའི་ཡོན་ཏན་གང་གིས་ང་རྒྱལ་བ་དེ་ཀ་མའི་ནད་དུ་སོང་བ་ཡིན་ལ། རང་ལ་གནོད་པ་དྲག་པོ་སྐྱེ་བ་ནི་དྲག་པོའི་ཕྲིན་ལས་མིན་པས། གཞན་ལ་གནོད་པ་དྲག་པོ་སྐྱེ་བ་ནི་དྲག་པོའི་ཕྲིན་ལས་མིན་པས་སྤང་དགོས་སོ་སྨྲས་པ་ཆོས་པ་ཡོན་ཏན་གང་གིས་ང་རྒྱལ་གཞན་ལ་གནོད་པར་ནུས་པ་ཡིན་སྙམ་ནས་བློ་ལ་སྨན་པར་འཛིན་པར་མི་འཇོག་པས་མཁས་བཙན་དབང་ཆེ་བྱེད་པ་ཁོ་བས་ཀྱང་བླ་མ་དམ་པ་ཚུལ་བཞིན་མ་བསྟེན་མཉེས་པར་མ་བྱས་པས་དབང་ཁྲིད་མན་ངག་ཐོབ་པ་དཔེ་ཆ་དང་བཅས་པ་ལ་འབྲས་བུ་མེད་སྨྲས་པ་དམ་ཆོས་ཚུལ་བཞིན་ཉམས་ལེན་མ་ནུས་པས་བླ་མའི་ཐུགས་དགོངས་ཕྱོགས་ཙམ་མ་བཟོད་པར་ཞལ་གདམས་ཐོབ་རྒྱ་ཟིན་བྲིས་དཔེ་ཆ་ཀུན་མགར་བ་ཤི་བའི་ལག་ཆ་ལྟ་བུར་བཀོད། ཀློག་ཙམ་པ་ཡིས་དུས་འདིར་ཟབ་ཚར་སྨྲས་པ་མཁས་གྲུབ་བླ་མའི་བསླབ་བྱ་མི་ཉན་ཞིང་མདོ་རྒྱུད་ཉམས་ལེན་ཟབ་དོན་རོ་མ་ཉུང་སངས་རྒྱས་བསྟན་དང་སྦྱར་བའི་བཀའ་དྲིན་ཐོབ་མི་ལུས་ཐོབ་ཀྱང་དུད་འགྲོའི་དགའ་བཞི་འདྲ་སངས་རྒྱས་བསྙེན་པ་མཁྱེན་ནོ། ཅེས་པ་འདི་ནི་མི་རྒྱུད་རྡོ་རྗེ་ཕན་པའི་སེམས་ཀྱི་ཞུས་རྗེས་འདི་བྱས་པ་ཡིན་ནོ།

དེ་སྟེ་སངས་རྒྱས་ཀྱི་དགོངས་པ་འདི་བདག་གིས་བསྒྲུབ་པར་བྱ་བ་ལའང་སྔོན་ཉིད་ནས། སེམས་ཅན་ཐམས་ཅད་ཀྱི་དོན་དུ་བསྐལ་པ་དཔག་ཏུ་མེད་པར་བསགས་སྦྱངས་མཐར་ཕྱིན་པའི་སངས་རྒྱས་དཀོན་མཆོག་དང་དེའི་ཐུགས་རྒྱུད་ཀྱི་སྤངས་རྟོགས་མཐར་ཕྱིན་པའི་དམ་ཆོས་དཀོན་མཆོག་དང་དེའི་རྗེས་སུ་སློབ་པར་བྱེད་པའི་དགེ་འདུན་དཀོན་མཆོག་ལ་བདག་ཉིད་སྐྱབས་སུ་བསྟེན། དེ་དག་གིས་ཇི་ལྟར་བསྟེན་པའི་ལམ་ལ་ཞུགས་ཏེ་སངས་རྒྱས་བསྒྲུབ་དགོས་པས་སྐྱབས་ཡུལ་གྱི་སངས་རྒྱས་དཀོན་མཆོག་དེ་ལ་ཡང་ཆོས། ཆུ་ཀློང་གི་སྐུ་རྣམས་ནི་འཕགས་པའི་གང་ཟག་སོགས་སྐལ་ལྡན་གྱི་སྤྱོད་ཡུལ་ཡིན་ལ། རང་རེ་ལས་དང་པོ་བ་བསྐལ་པ་དམན་པ་དག་ལ་ནི་སྤྲུལ་པའི་སྐུ་ལ་སྐྱབས་སུ། དངོས་སུ་སྐྱབས་ཞུ་བ་མ་གཏོགས་བྱ་ར་མེད་པས་དེའང་ཆོག་གོ་སྤྲུལ་སྐུ་ནི་ཚོགས་ལམ་ཆེན་པོ་ཡན་ཆད་མ་གཏོགས་དངོས་སུ་སྐྱབས་ཞུ་རུ་མེད་ཅེས་དེས་ན་རང་རེ་གདུལ་བྱའི་གི་སངས་རྒྱས་ཀུན་སྤྱོད་ནི་བཟོ་དང་སྐྱ་བ་སྤྲུལ་སྐུ་ཡིན་ལ་བཟོ་སྤྲུལ་སྐུ་ལ་ཡང་ལས་སྒྲིབ་སྦྱོང་ཕྱིར་ཐ་ན་དམྱལ་བ་ལྕགས་བསྲེགས་ཀྱི་ས་གཞི་དང་ནད་དང་གནོད་བྱེད་ལ་སོགས་ཀྱིས་བསྡུས་པའི་གཟུགས་རིས་སྣ་ཚོགས་ཀྱི་སྒོ་ནས་འགྲོ་བའི་དོན་བྱེད་པ། མངོན་མཐོ་ལྡན་ངེས་ལེགས་ཀྱི་ལམ་ལ་སྦྱོར་བྱེད་ལྷ་མིའི་བདེ་འབྱོར་ཕུན་སུམ་ཚོགས་པའི་བཟོ་ཡི་འགྲོ་དོན་བྱེད་ལ་སྐྱ་བ་སྤྲུལ་སྐུ་ནི་སྔགས་རྙིང་མ་བའི་སྐད་ལྟར་ན། འགྲོ་བ་དྲུག་ལ་ཐུབ་པ་རིགས་དྲུག་ལྟ་བུ་སྟེ་བོང་བུས་འདུལ་བ་ལ་བོང་བུ། མུ་ཏིག་གིས་འདུལ་བ་ལ་མུ་ཏིག་སོགས་གྲུབ་མཐའ་དང་ཆུ་ཀླུང་སྣ་ཚོགས་འཛིན་པའི་སྐྱེ་བར་བཟུང་ནས་འགྲོ་བའི་དོན་མཛད་པ་ལ་དེ་ལྟར་མཛད་དོ་ཞེས་བརྡ་སྤྲད་ནས་དེ་དག་ལ་སྐྱབས་གནས་ཞུ་འཇུག་པ་ནི་རང་ཅག་དང་ཚེ་རབས་སྔོན་མ་ནས་ལས་འབྲེལ་ཡོད་པའི་ལྷག་པར་ཡང་སྐྱེ་བ་དྲུག་གུར་གྱུར་པའི་རྩ་བའི་བླ་མ་ཡིན་གྱི་དེའི་གསུང་ཚད་མར་བྱས་ནས་འགྲོ་འདྲེན་དུ་ཞལ་གྱིས་བཞེས་པའི་སྟོན་པ་ཐམས་ཅད་སངས་རྒྱས་ཀྱི་ཕྲིན་ལས་སུ་གྲུབ་པས་དེ་དག་གི་མཛད་ཚུལ་ཅི་ལྟར་བསྟན་ཀྱང་སངས་རྒྱས་དཀོན་མཆོག་ཉིད་དུ་སྐྱབས་སུ་མཆི་དགོས་ཏེ་ཇི་སྐད་དུ། འཕགས་བོད་སྐྱབས་གནས་དཀོན་མཆོག་གསུམ་ལ་སྐྱབས་སུ་མཆི། བོན་དང་མུ་ཏིག་རྟ་གཟིག་རྣམས་ལ་སྐྱབས་སུ་མཆི། ས་དཀར་གཉིས་སུ་བོ་གེ་རྣམས་ལ་སྐྱབས་སུ་མཆི། ཇོ་ཤས་ངོར་སྟོང་རྟ་གཟིག་རྣམས་ལ་སྐྱབས་སུ་མཆི། ཞེས་ཡོན་ཏན་གྱི་ཕྱག་ནས་སྙིང་ཐག་པ་ནས་སྐྱབས་སུ་མཆི་བར་བྱའོ། དེ་ལྟར་ཡང་མཁས་གྲུབ་ཆེན་པོ་འཇམ་དབྱངས་གྲགས་པས། མཁྱེན་རབ་ཅན་ས་སྐྱ་པ་ལ་གསོལ་བ་འདེབས་སོ་གསུང་སྟོབས་ཅན་འདུལ་བ་པ་ལ་གསོལ་བ་འདེབས་སོ་གཉན་པོ་ཆེན་བཀའ་གདམས་པ་ལ་གསོལ་བ་འདེབས་སོ་ལུང་རིག་ཅན་གསང་ཕུ་བ་ལ་གསོལ་བ་འདེབས་སོ། གྲོས་བྱ་ཅན་རྫོགས་ཆེན་པ་ལ་སོགས་བ་འདེབས་སོ་ཏིལ་འབྲིལ་ཅན་འབྲི་གུང་པ་ལ་སོགས་བ་འདེབས་སོ་མུ་གུས་ཅན་སྟག་ལུང་པ་ལ་སོགས་བ་འདེབས་སོ་ཞེན་ལོག་ཅན་སྒྲུབ་པོ་པ་ལ་སོགས་བ་འདེབས་སོ་ལམ་ཁྱེར་གྱི་ཞི་བྱེད་པ་ལ་སོགས་བ་འདེབས་སོ་ཐུགས་རྩིས་ཅན་སྤྱོད་ཡུལ་བ་ལ་སོགས་བ་འདེབས་སོ་ཐུགས་རྗེ་ཅན་ཀརྨ་པ་ལ་སོགས་བ་འདེབས་སོ་ཞེས་གསུངས་པར་གདའོ། ཨ་དེ་ནས་དེ་བཞིན་དུ། ད་འོ་ན་ད་གང་ལྟར་བའི་དགའ་ཕྱོགས་པས་དེ་ད་གང་ལྟར་བའི་དགའ་ཕྱོགས་དེ་དེ་ཚང་མ་རོ་ལ་སྐྱབས་སུ་འགྲོ་བ་རེད་ད། ད་འོ་ན་ད་འདི་ལ་ཡང་དོགས་པ་བྱས་ན་འོ་ན་འདྲེན་པ་དང་སྟོན་པར་ཁས་འཆེ་བ་དེ་དག་ལ་མཛད་པ་དང་འཕྲིན་ལས་ལ་སྐྱོན་གྱི་ཆ་སྣང་བས་དེ་ཉིད་ལ་མོས་པར་བྱ་བའི་འོས་མ་ཡིན་ནམ་སྙམ་ན། ད་དེ་ཅིག། གར་བྱུང་བའི་བདག་ཅིག་གིས། བདག་དེ་གའི་དེ་ལ་ཡར་འབད་ཅིག། འདྲེན་པ་དང་སྟོན་པ་ཡིན་ཟེར་མཁན་དེ་ཚོ་ལ་ཡར་འབད་མཛད་པ་དང་འཕྲིན་ལས་ལབ་པའི་སྐྱོན་གྱི་ཆ། འདུག། བྱས་ཙང་སྐྱོན་གྱི་ཆ་ཡོད་པ་ཡིན་ཙང་དེ་ཚོ་ལས་མོས་པ་བྱས་ན་འགྲིག་ས་མ་རེད་དད་པ་བྱས་ན་འགྲིག་ས་མ་རེད། ལབ་པ་ཡིན་ན། དེང་སང་སྙིགས་མའི་དུས་སུ་འདྲེན་པར་ཁས་འཆེ་བ་དེ་དང་སྙིགས་མའི་འདུས་བྱས་རྣམས་ཀྱི་སྤྱོད་པ་དག་ཙམ་སྙིགས་མའི་སྐྱོན་གྱི་ཚུལ་བཟུང་ནས་སྙིགས་མའི་སེམས་ཅན་རྣམས་ཀྱི་རྒྱུད་འདུལ་བ་ཡིན་པས་ལྷག་པར་ཡང་སྐྱོན་གྱི་ཚུལ་འཛིན་པ་དེ་ཉིད་འགྲོ་བ་འདུལ་ཐབས་ལ་ཐུགས་རྗེ་དང་མཐུ་ནུས་ཆེས་ཆེ་བའི་འཕྲིན་ལས་ཡིན་པས་དད་པར་བྱ་བ་ཁོ་ནའི་ཡུལ་ཡིན་ལ།

ཡང་སྐྱོན་ཡོད་པའི་ཟོབ་ལྟར་བུ་སྟོན་ཡག་སྟེ། སྙིགས་མའི་འགྲོ་བ་འདུལ་བ་ལ་བའི་ཐུགས་རྗེ་ཆེ་བ་དང་ནུས་པ་ཆེ་བ། དེ་འདྲས་ཀྱི་ཕྲིན་ལས་རེད། དེ་ནས་འདུན་ས་ནི། སྐྱོན་ཅུང་ཟད་ཡོད་པ་དེ་ག་རང་བའི་ཡོན་ཏན་རབ་འཆང་འགྲོ་བོ་རེད། དེ་ནས་འདུན་ས་དེའི་རྒྱུ་མཚན་ལ་བརྟེན་ནས། དད་པ་ཆེ་བ་ཆེ་བ་ཡིན་ན་ཡང་བའི་ཡང་སྐྱོན་མང་དྲགས་ན་གན་ས་ཡོད་རེད་ད། དེར་མ་ཟད་གཞན་རྒྱུད་ཀྱི་སྐྱོང་མཐོང་བ་ནི་རང་ཉིད་ཀྱིས་གཞན་གྱི་ཡོན་ཏན་བཟང་པོར་མཐོང་བ། རང་རྒྱུད་ཀྱི་ལས་ཀྱི་སྒྲིབ་པས་གཞན་རྒྱུད་ཀྱི་ཡོན་ཏན་ཀྱང་སྐྱོན་དུ་མཐོང་བ་ཡིན་ཏེ། མ་གཞི་ནས་ཅིག་གཞན་གང་ཟག་གཞན་ལ་ཡང་སྐྱོན་ཡོད་པར་མཐོང་བ་འདིས་ང་རང་ཚོས་ཀྱི་རི་སོ་སོར་རང་ཉིད་ཀྱིས་གཞན་གྱི་ཡོན་ཏན་བཟང་པོ་མཐོང་བས་མཐོང་བ་ལ། དེ་ནི་རང་ཉིད་ཀྱི་ལས་ཀྱི་སྒྲིབ་པས་བསྒྲིབས་ནས་གཞན་གྱི་ཡོན་ཏན་ཐམས་ཅད་ཀྱང་སྐྱོན་དུ་མཐོང་ཡོང་གི་ཡོད་རེད། གང་ཟག་བསྐལ་པ་དམན་པས་བསྐལ་པ་མཆོག་ཏུ་གྱུར་པའི་ལས་ཀྱི་བགོ་སྐལ་དང་མི་མཉམ་པའི་ཕྱིར། སྐལ་མཉམ་གྱི་ལས་ཟེར་བ་ཅིག་ཞིག་ཡོད་པ། སྐལ་མཉམ་གྱི་ལས་ཟེར་བ་དེ་ག་རེ་ཟེར་ན་རང་དང་བསྐལ་པ་མཉམ་པ་ནང་ཕན་ཚུན་གྱིས་མ་གཏོགས་པའི་དེ་གོ་སྐོར་ཉམས་སུ་མྱོང་ཐུབ་བོ་མ་རེད་ལ། དེ་འདྲ་ཡིན་དུས་སམ་བསྐལ་པ་མཆོག་ཏུ་གྱུར་པ་རྣམས་ཀྱིས་དེ་ནི་པའི་ཡོན་ཏན་དེ་དག་ཐམས་ཅད་བསྐལ་པ་དམན་པའི་སེམས་ཅན་རྣམས་ཀྱི་དེ་ནི་བགོ་སྐལ་དུ་ལོངས་སུ་སྤྱོད་ཐུབ་བོ་མ་རེད། དེ་ནི་དེའི་རྒྱུ་མཚན་ལ་བརྟེན་ནས་དེ་ནི། ཅིག། གཞན་ལ་ཡང་སྐྱོན་གྱི་ཆ་མཐོང་བ་ཙམ་ཞིག་གིས་དེ་གཞན་ལ་སྐྱོན་དེ་ཡོད་པའི་ངེས་པ་ཡོད་མ་རེད། དཔེར་ན་ད་ཁ་སང་དབུ་མ་ནས་ཞུས་པ་ནང་བཞིན་དཔེར་ན་མེ་ལོང་གཅིག་ལ་ཡང་ང་ཚོས་ཕ་ཆེ་བ་བརྩིགས་ནས་བལྟས་ན། མེ་ལོང་ནང་ནས་ཚུལ་ཆེ་བ་བརྩིགས་ནས་ལྟ་ཡོང་ངོར་བ། ཨ་ཕ་རྒན་མོ་རྒན་ནས་བལྟས་ན་ཨ་ཚུའི་རྒན་མོ་རྒན་བལྟ་ཡོང་རེད་ད་དེ་ག་རེ་སྟོན་དགོས་རེད་ཟེར་ན་སོ་སོས་ཕ་ཅིག་ག་རེ་རེད་མི་དེ་ལ་བས་སྐྱོན་འཚོལ་འདོད་ཀྱིས་ཀུན་ནས་བསླངས་ནས་ད་སྐྱོན་ཅིག་འདོན་མི་ད་ཅིག་བལྟ་དགོས་འདུག་བསམ་སྐྱོན་རྐྱང་རྐྱང་གསུང་བསྡད་བསྡད་ན་འོ་སྐྱོན་ཡོད་རེད་པས་མཐོང་ཡོང་དགོས་རེད་ཟེར་ད་དེ་སྐྱོན་མཐོང་ཡང་དེ་མཐའ་གཅིག་ཏུ་གང་ཟག་དེ་ལ་སྐྱོན་ཡོད་ནས་མཐོང་པ་ཡིན་དང་ཡང་ན་ཅིག་སོ་སོ་སྐྱོན་མཐོང་འདོད་ནས་དེའི་ག་རེ་རེད་བལྟ་ད་ལོག་རྟོག་ཟེར་ན་འདྲ་འདུག་དེ་འདྲའི་གི་ཨེ་ནི་སྒྲིབ་པ་དེའི་དབང་གིས་མཐོང་པ་ཡིན་ཏན་ཏན་ཡོད་མ་རེད་རེད་འདུག་ས་འདིའི་རྒྱུ་མཚན་བསྟན་ནས་ད་གཟབ་གཟབ་བྱེད་དགོས་རེད་དེས་ན་རང་རེ་ཐ་མལ་པ་རྣམས་རང་ནང་སྐལ་མཉམ་གྱི་རྒྱུད་ཀྱི་སྐྱོན་སྐྱོན་ཡོན་སྣང་རུང་ཙམ་རྟོགས་ནུས་ཀྱི་རང་ལས་སྐལ་པ་མཆོག་ཏུ་གྱུར་པའི་སྐྱབས་གནས་རྣམས་ཀྱི་མཛད་འཕྲིན་ཆ་ཤས་ཙམ་ཡང་རྟོགས་པའི་ཡུལ་མ་ཡིན་ན་དེའི་མཛད་པ་ལེགས་ཉེས་རང་རེས་དཔྱད་ནུས་པ་ག་ལ་ཞིག་རེད། དེ་ལ་ཡང། དཔེར་ན་འཕགས་པ་ཐོགས་མེད་ཀྱིས་བྱམས་མགོན་ཕྲག་པར་གདན་དྲངས་ནས། གྲོང་ཁྱེར་པ་ལ་བསྟན་པས་གྲོང་ཁྱེར་པ་རྣམས་ཀྱིས་ཡས་མ་དང། ལས་སྣང་དག་པ་ཅན་གྱི་རྒྱུད་མོ་ཞིག་གིས་དགེ་སློང་ཁྱི་རོ་རུས་པ་ཕྲག་པར་འཁུར་བའི་སྤྱང་འུག་ངམ་ཞེས་ཟེར་བ་གདབ་བོ། འཕགས་པ་ཐོགས་མེད་ཀྱིས་དེ་ནས།

ཨན་བར་པ་ཐོགས་མེད་དེ་ཡིད་ཆེས་པའི་ཆེད་དུ། དེ་ནས། དེ་མགོན་པོ་བྱམས་པ་བར་པ་ཐོགས་མེད་ཀྱི་ཕྲག་པ་ལ་གདན་འདྲེན་ཞུས་ནས། དེ་ནས་གྲོང་ཁྱེར་ནང་དུ་ཕེབས་པ་རེད། གྲོང་ཁྱེར་ནང་དུ་ཕེབས་ནས་གྲོང་ཁྱེར་པ་དེ་ཚོ་ལ་མིག་བལྟས་ནས། ག་ར་མཐོང་གི་འདུག་ངའི་ཕྲག་པ་ལ་ག་ར་མཐོང་གི་འདུག་སྐད་ཆ་དྲིས་དུས་ས་ན་གྲོང་ཁྱེར་པ་དེ་ཚོ་གང་ག་མཐོང་ཡོང་བ་རེད། དེའི་ཚེ་ལས་སྣང་དག་པའི་སྒྱུ་མོ་གཅིག་ག་དང་ཨ། དགེ་སློང་པའི་ཁྱི་རོ་རུས་པ་ཅིག་ཁྱི་ཡི་རོ་རུས་པ་ཅིག་ཨ་འཕྲག་པ་ལ་ཁུ་ནུ་འགྲོ་དེ་འདུག་དེ་ཁུ་ནུ་གར་གཅིག་ག་ཡིན་པ་གར་གཅིག་ཡིན་པ་དེ་རེ་དྲིས་པ་རེད། ཡིན་རྒྱུ་ཞེ་ན་ཁྱི་རོ་རུས་པ་ཅིག་མ་རེད་རྗེ་བཙུན་བྱང་པ་མགོན་པོ་རེད། ཡིན་ན་ཡང་གྲོང་ཁྱེར་པ་རྣམས་ཀྱིས་གང་ཡང་མཐོང་དགོས་པ་མ་རེད། ལས་སྣང་ཅུང་ཟད་དག་པའི་སྒྱུ་མོ་དེ་ཁྱི་རོ་རུས་པ་ཅིག་མཐོང་བ་རེད། ཨ་དེ་རེ་ཡིན་དུས་སང་ནས། དེ་ནང་བཞིན་ཆགས་འགྲོ་བ་རེད་གསུངས། དེ་ལ་ཡང་ནི། སྟག་ལུང་ཐང་པར་ཆེན་པོས་ཀྱི། མ་རིག་འཁྲུལ་པའི་སྣང་བ་མ་དྭངས་ཤིང་རང་བཞིན་སེམས་རྒྱུད་གསལ་པོར་མ་ཤེས་པས། འགྲོ་ཀུན་སྐྱོན་ཡོན་ཚོད་འཛིན་བྱས་བྱས་ནས་མ་མཐོང་གཡང་ས་ཆེན་པོ་ལྷུང་གིས་ཐོགས། བྱས་ཙང་ཅི་མ་རིག་པའི་ཀྱི་མུན་པས་ནི་ང་ཚོ་འཐོམ་འཐོམ་དུ་ཡོད་པ་རེད། དེ་བདག་ནང་བཞིན་རང་བཞིན་སེམས་རྒྱུད་གསལ་པོར་མ་ཤེས་པས་ང་རང་ཚོ་ཅིག། རང་དང་གཞན་གྱིས་དཔེར་ན་ང་ར་བ་ཅིག་གིས་མི་གཞན་དག་གི་བའི་སེམས་རྒྱུད་དངོས་གནས་དྲན་ནས་ཁོ་རང་གི་བསམ་བློའི་ནང་ག་རེ་དྲན་གྱི་ཡོད། བསམ་བློ་གཏོང་སྟངས་ག་འདྲས་ཡོད། ད་ག་ནང་བཞིན་དེ་ཀོ་གསལ་བཞིན་གསལ་བ་བའི་མངོན་ཤེས་ཀྱིས་ནི་ཤེས་ཐུབ་གོ་མ་རེད། ཡིན་ན་ཡང། ད་བའི་སྐྱོན་ཡོན་ལ་བའི་ཚོད་འཛིན་བྱས་ནས་འདི་རེད་འདི་མ་རེད་བས་ང་ཚོས་བའི་ཚོད་འཛིན་བྱས་ཤག་ཤག་ར་བ་ཅིག་གི་ཨ་རེད། ད་དེ་དངོས་གནས་ཉེན་ཁ་ཚ་བ་ཞིག་ད་རེད། མིག་བཙུམས་ནས་གཡང་ལ་མཆོང་བ་དེ་འཇིགས་པ་རེད་གསུངས། དེ་འདྲ་ཡིན་དུས་བསམ་ནས་ད་དེ་གཟབ་གཟབ་བྱ་དགོས། དེས་ན་དེས་མཛད་འཕྲིན་ལས་ཉིད་ཀྱང་འཇིག་རྟེན་པའི་སྐྱེ་བོ་དང་འཇིག་རྟེན་གྱི་ཆོས་འགལ་བ་དང་མཐུན་པར་གྲགས་པས་དེ་ཀུན་སྐྱེད་མི་སྐྱེད་ཙམ་གྱིས་ནི་འདྲེན་པ་དེའི་ལེགས་ཉེས་འབྱེད་ནུས་པ་མ་ཡིན་ཏེ། བྱས་ཙང་བླ་མ་གཅིག་དང་གཅིག་བླ་མ་གཅིག་གིས་མཛད་པ་ཁྲི་ལས་ལེགས་པ་དང་ཉེས་པ་བསལ་ཏེ་འཇིག་རྟེན་པའི་སྐྱེ་བོ་གཅིག་གིས་ནི་དེ་ལེགས་པས་དེ་ཀུན་སྐྱེད་མ་སྐྱེད་ཙམ་ཞིག་གིས་ནི་འདྲེན་པ་དེའི་རྫས་དྲིན་ལ་འདི་ལེགས་པ་རེད་འདི་ཉེས་པ་རེད་ཟེར་འབྲེལ་ཤེས་རྒྱབ་ཐུག་མ་རེད། འདྲེན་པ་དེས་རྫས་དྲིན་ལེགས་ཉེས་ནི་གདུལ་བྱ་དེའི་རྒྱུད་ལ་བསགས་སྦྱངས་མཐར་ཕྱིན་མི་བྱེད། མངོན་མཐོ་དང་ངེས་རིག་ནི་འཇོག་མི་ནུས་ལ་འཇོག་པ་ལས་ཚེ་འདིའི་ཆོས་བརྒྱད་ཀྱི་ཀུན་ནས་བསླབ་པའི་དགེ་བ་ལྟར་སྣང་གི་རྫས་མི་འགེལ་ཏེ་འཁོར་འདུས་པ་རླབས་ཆེ་ཆུང་ཟང་ཟིང་གང་མང་ཙམ་ལས་མི་འཇོག་པའི་ཕྱིར་ཏེ། བདག་ག་རེ་ཟེར་དེ་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། བླ་མའམ་ཅིང་འདྲེན་པ་གཅིག་གིས་མཛད་པ་ཕྲིན་ལས་ལེགས་པ་དང་ཉེས་པ་བསལ་བ་དེ་འདུལ་བྱའི་རྒྱུད་ལ་པའི་བསགས་སྦྱང། མཐར་ཕྱིན་མི་ཕྱིན་དང་མངོན་མཐོ་ངེས་ལེགས་ཀྱི་འབྲས་བུ་ལ་འཇོག་ནུས་མ་ནུས་ལ་དེ་འབྲེལ་གཅིག་ལས་འཇོག་གོ་རེ་མ་གཏོགས། ཚེ་འདས་པའི་འཇིག་རྟེན་ཆོས་བརྒྱད་ཀྱི་པའི་བཀའ་ཀུན་ནས་བླངས་ནས་དེ་འབྲེལ་གཅིག་གི་གང་ཟག་ཅིག་ལ་དག་པའི་མི་ཁ་ཤས་ལ་ཡང། འཇིག་རྟེན་ཆོས་བརྒྱད་ཀྱི་ཁང་འདས་པའི། གར་བྱེད་པ་ཅིག་སྐྱེས་བུ་ཐ་མལ་པ་ཅིག་གིས་ད་ཅིག་ཕ། ཅིག་རྟ་བསོད་ར་བའི་ཕྱིའི་རྣམ་འགྱུར་ཙམ་ལ་མཛེས་མ་མཛེས་དང་དེ་ལྟ་ན་བཞིན་འཁོར་འདུས་པ་ཆེ་མ་ཆུང་ཆེ་ཆུང་དང། ཟང་ཟིང་མང་མ་མང་དེ་འདྲའི་གི་ཐོག་ནས་འཇོག་ཐུབ་པོ་མ་རེད། དེས་ན་ཇི་སྐད་དུ་གྲུབ་མཐས་བློ་ཁ་བསྒྱུར་བ། བསྒྱུར་མ་བསྒྱུར་གྱི་སྐྱབས་གནས་ཐམས་ཅད་ལ་སྐྱབས་སུ་མཆི། ཨ་དེ་མང་པོ་ཞིག་དང། ལྷག་པར་གྲུབ་མཐའི་བློ་ཁ་བསྒྱུར་བའི་ཕྱི་རོལ་མུ་སྟེགས་པ་ནང་པ་སངས་རྒྱས་པ་ཐམས་ཅད་ལ་སྐྱབས་སུ་མཆི། ཁྱེད་རྣམས་ཀྱིས་མཁྱེན་བརྩེ་ནུས་གསུམ་གྱིས་བདག་གི་རྒྱུད་བྱིན་གྱིས་བརླབ་ཏུ་གསོལ། ཞེས་གསོལ་བ་འདེབས་པར་བྱའོ་ད་བློ་སྦྱང་དགོས་རེད། ད་ཕྱི་རོལ་མུ་སྟེགས་པ་ནང་པ་སངས་རྒྱས་པ་ཐམས་ཅད་ལ་དང་པོ་གྲུབ་མཐའི་བློ་ཁ་བསྒྱུར་བ་དང་མ་བསྒྱུར་བ་ཐམས་ཅད་ལ་སྐྱབས་སུ་མཆི། ད་དེ་ནས་གཉིས་པ་སྟེ་གྲུབ་མཐའི་བློ་ཁ་བསྒྱུར་བའི་མུ་སྟེགས་པ་དང་དེ་ནས་ནང་པ་དེ་ཚོ་ཚང་པོ་ལ་སྐྱབས་སུ་མཆི།

སངས་རྒྱས་དང་ཆོས་འབྱུང་གསུམ་ག་ཡོད་སུ་ཡང་ཁོ། གཅིག་ཅེ་ན། མུ་སྟེགས་པ་གསུམ་རང་ང་རང་ཚོས་མུ་སྟེགས་པར་པས་ཁས་བླངས་པའི་དེ་ཁོར་ཡུག་དེའི་ནང་ལ་མང་ཡོད་ན་གང་ཞིག། དེ་འདྲ་ཡིན་དུས་སང་ཏན་ཏན་ཡོང་མི་རུང། དེ་ཏན་ཏན་མེད་དུས་སང་ད་དེ་བློ་སྦྱངས་ནས་གར་སོང་བས། གཙོ་བོ་གཙོ་བོ་མིང་ཙམ་བཏགས་ཡོད་མ་རེད། མིང་ཕྱི་རོལ་པར་བཏགས་ན་ཡང་འདྲ། དག་ན་བཞིན། མིང་མུ་སྟེགས་པར་བཏགས་ན་ཡང་འདྲ། དེ་ལ་མིང་བཏགས་པ་ཙམ་ཞིག་ལ་ངེས་པ་ཡང་མ་རེད། དོན་ལ་བརྟག་དཔྱད་བྱའོ་རེད་དང་གིས་གསུངས་པ་ནང་བཞིན་དོན་ལ་གོ་རང། པའི་གར་སོགས་མངོན་མཐོ་ངེས་ལེགས་ཀྱི་འབྲས་བུ། འབྲས་བུ། ལ་ལེགས་འཇོག་ནུས་འདུག་མི་འདུག་པའི་བརྟག་དཔྱད་བྱ་བ་རེད། དེ་བརྟག་དཔྱད་བྱས་པར་ངའི་ལ་ང་སོ་སོ་རང་ཉིད་ལ་དགའ། དགའ་རོ་ཅིག་དགའ་ཆེན་ཅིག་པའི་གར་སོ་ཡོད་པའི་ནུས་པ་རེ་ཅིག་གོ་རེ་མ་ལྟ་དུ་ག་ཟེ་ཅིག་ང་རེ་འཇིག་རྟེན་པའི་པའི་གར་སོ་ཡོད་པ་ཅིག་པའི་ཆགས་སྡང་གི་སྐད་ཆ་བཤད་བསྡད་པའི་སོ་རེ་བྱས་ན་ཧུ་ཐག་ཆོད་ཐུག་མ་རེད་བ་དེ། ང་རང་གི། ཅེས་ངག་ཁོ་མཐོང། ངས་བླ་མ་དེ་མཐོང་སོང། དེ་དེ་དགའ་པོ་ཅག་བྱུང་མ་སོང་དེ་ཁོས་སྐད་ཆ་བཤད་སྟངས་ང་མགུ་བོ་ཞིག་ལ་བྱུང་མ་སོང་བྱས་ཙང་ཁོ་ཡག་པོ་ཞིག་ད་ཡིན་ས་མ་རེད་ཟེར་ལབ་ན་དེ་ཆོག་ས་ཁེལ་མི་འདུག་བ། སོ་སོའི་གི་བློ་ལ་མ་བབས་པ་ཙམ་ཞིག་གིས་དེ་བླ་མ་དེ། བླ་མ་དེ་གར་ཤོར་དེ། སྐྱོན་སྐྱོན་ཡིན་སྐྱོན་ལྡན་ཡིན་པའི་ངེས་པ་ས་ཁེལ་ཡོད་མ་རེད་བ། ཡིན་ན་ཡང་ང་ཚོས་དུས་རྒྱུན་གྱི་ལེགས་དང་ཉེས་བྱ་དེ་གཙོ་བོ་ཚོ་སོ་སོའི་གི་བསམ་བློའི་ནང་ཁུར་ཚུལ་ཙམ་རེད་མ་གཏོགས་དེ་ལས་ཕ་གར་ཞོར་བའི་ཅིག་རྒྱུ་མཚན་ཡང་དག་རེད་པ་ཅིག་དང་རིག་པ་ཡང་དག་གི་བརྟག་དཔྱད་བྱས་ན་ཕལ་ཆེར་འགྲུག་ཡོད་མ་རེད་པ་དེ་ནི་དེའི་རྒྱུ་མཚན་བསྟན་དང་བསམ་དོགས་པ་རེད། དེས་ན་སྐྱབས་གནས་རྣམས་ལ་ཡོན་ཏན་གྱི་སྒོ་ནས་ཕྱོགས་མེད་མེད་ཀྱང་རང་རིག་དད་པ་སྐྱེས་མ་སྐྱེས་ནི་ཚེ་རབས་སྔོན་མ་ནས་སྐྱབས་གནས་དེ་དག་ལ་དད་སོགས་ཀྱི་དགེ་བའི་ལས་འབྲས་བཞག་མ་བཞག་དབང་ལས་དེ་ལྟར་གྱུར་པའི་ཕྱིར། ད་འོ་ན། དེ་འདྲེས་པའི་སྐྱབས་གནས་དེ་དག་ནི་དེ་དག་ཐམས་ཅད་པའི་སྤངས་རྟོགས་ཀྱི་ཡོན་ཏན་དེ་འདྲེས་པའི་ཡོད་པ་ཡིན་ན། ཨ་ནི་ཁ་ཤས་ལ་དད་པ་སྐྱེ་ཁ་ཤས་ལ་དད་པ་སྐྱེ་གི་མི་འདུག་བ་དེ་ག་རེ་རེད་ལབ་ཡིན་ན། ད་དེ་ཡོན་ཏན་གྱི་སྒོ་ནས་མཆོག་དམན་ཡོད་ནས་དད་པ་སྐྱེ་བ་དང་མ་སྐྱེ་བ་དེ་འདྲེས་མ་རེད། ང་ཚོས་དད་པ་སྐྱེ་མ་སྐྱེ་དེ་གང་ལ་ཐུག་ཡོད་རེད་ཟེར་ན་ཚེ་རབས་སྔོན་མ་དེ་དག་ལ། ཚེ་རབས་སྔོན་མ་ལ་ཡང་སྐྱབས་གནས་དེ་དག་ལ་དད་པ་ལ་སོགས་པའི་དགེ་བའི་ལས་འབྲེལ་བཞག་མ་བཞག་ལས་ཀྱི་འབྲེལ་པ་བཞག་མ་བཞག་ལ་ཡང་ཐུག་དོན། སྐྱབས་གནས་རྣམས་ལ་རང་རེ་ཚེ་འདིར་དད་པ་མ་སྐྱེས་པས་སྐྱབས་གནས་དེ་དག་སྐྱབས་གནས་མཚན་ཉིད་པ་མ་ཡིན་པར་མི་འགྱུར་ལ། ང་ཚོས་དེ། དཔེར་ན་ང་འདྲ་བ་ཅིག་གིས། དེ་ནས་པའི་སྐྱབས་གནས་མཚན་ལྡན་ཅིག་ལ་དད་དད་པ་མ་སྐྱེས་པ་ཡིན་ན་ཡང་དེ་སྐྱབས་གནས་མཚན་ལྡན་མ་ཡིན་པ་འགྱུར་གི་མ་རེད། གང་ཟག་ང་འདྲ་བ་ཅིག་གིས། ཨ་ནི་དེ་ལ་མ་དད་པ་མ་སྐྱེས་པ་ཙམ་ཞིག་གིས་སྐྱབས་གནས་མཚན་ལྡན་མ་ཡིན་པར་མི་འགྱུར་ལ། སྐྱབས་གནས་མཚན་ཉིད་པ་ཡིན་ཅིང་མཁའ་མཉམ་གྱི་སྐྱབས། དཀོན་མཆོག་ཐམས་ཅད་ལ་སྐྱབས་སུ་མ་སོང་ན། སྐྱབས་གནས་འགའ་འགའ་ལ་སྐྱབས་ཞུས་པ་ཙམ་གྱིས་ནི་སྐྱབས་འགྲོ་ཉི་ཚེ་བར་སོང་བའི་ཕྱིར་རིས་མེད་ཀྱི་དཀོན་མཆོག་ལ་སྐྱབས་ཞུས་པར་མ་སོང་བས་རིས་མེད་ཀྱི་སྐྱབས་གནས་ཀྱི་སྐྱོབ་པ་དང་བྱིན་གྱིས་བྱིན་གྱིས་བརླབས་ཀྱང་སྐྱོབ་པ་དང་བྱིན་བྱིན་གྱིས་རློབ་པར་མི་ནུས་ཏེ་འདུས་བྱས་མོས་གུས་རྒྱུ་མ་གསལ་ལན་བརྟེན་སྐྱབས་གནས་དཀོན་མཆོག་གི་ཕྲིན་ལས་ཀྱི་མཐུ་གདུག་པའི་ཕྱིར་དེས་ན་ད་ལྟར་འདྲེན་པར་ཁས་འཆེ་བ་དག་ལས་རང་གང་ལ་མ་བལྟས་པར་འདོད་པ་ཡོད་ན། བདག་དེ་འདྲ་ཡིན་དུས། དེ་འདྲ་ཡིན་དུས་དེའི་རྒྱུ་མཚན་ལ་བརྟེན་ནས། རང་ཉིད་དད་པ་མ་སྐྱེས་བ་ཙམ་ཞིག་གིས་དེ་སྐྱབས་གནས་མཚན་ཉིད་པ་མ་ཡིན་པར་མི་འགྱུར་བ་ཡིན་དུས་བསམ་ནས། ད་སྐྱབས་གནས་མཚན་ཉིད་པ་ཅིག་ཡིད་ཕྱིན་ཆད་ལ། དེ་ནས་ཀོ། ནམ་མཁའ་དང་མཉམ་པའི་སྐྱབས། སྐྱབས་གནས་སྐུ་མཆོག་ཐམས་ཅད་ལ་དང་སངས་རྒྱས་དང་ཆོས་དང་དགེ་འདུན་ཐམས་ཅད་ལ་དེ་ནས་སྐྱབས་སུ་མ་སོང་ན། དེ་ནས་སྐྱབས་འགྲོ་ཉི་ཚེ་བར་འགྱུར་བ་རེད་ཟེར་བས་ན། སངས་རྒྱས་ལ་སྐྱབས་སུ་མཆི་ཟེར་དུས་བསམ་ནས།

དེ་ཁ་ཞིག་ལ་སྐྱབས་སུ་སོང་ཁ་ཞིག་ལ་སྐྱབས་སུ་མ་སོང་ན་སྐྱབས་འགྲོ་ཉི་ཚེ་བ་འཆང་འགྲོ་རེད་གསུངས། དེ་འདྲ་ཡིན་དུས་ས་ནས་ད་ལྟ་བས་ཅིག་བས་ཅིག་བླ་མ་དམ་པ་བླ་མ་དམ་པ་ཡིན་པར་ཅིག་བས་གྲགས་བསྡད་པ་འདི་དག་ཐམས་ཅད་སོ་སོར་མ་བལྟས་པ་གང་ལ་མ་བལྟས་པ་དེ་ལ་ཡང་སྐྱོན་ནས་མ་ལྟ་སྐྱོན་ནས་མི་བརྗོད་གཞན་གྱི་བའི་སྐྱོན་སྒྲོགས་ཀྱང་མི་ཉན། སྐྱོན་སྒྲོགས་པ་ཐོས་ཀྱང་བདེན་པར་མི་འཛིན། བདེན་ན་ཡང་བདག་བདེན་པ་ཡིན་དུ་ཡོད་ན་ཡང་སེམས་ཅན་འདུལ་ཐབས་ཡིན་མོད་ལོག་ལྟ་མི་སྒོམ་པར། དེ་ལྟའི་མཛད་པ་ལ་རྗེས་སུ་ཡི་རང་བ་ལྷག་པར་དད་པ་སྐྱེ་བར་བྱ། བློ་སྦྱང་བར་བྱ། ལྷག་པར་དེའི་ཡོན་ཏན་ནི་དང་ཡོན་ཏན་བརྗོད། དེའི་ཡོན་ཏན་གཞན་ལ་བསྒྲག་པར་བྱ་ཞིང་དེས་ན་རང་ལ་མ་དད་པའི་ཡུལ་གྱི་འདྲེན་པ་དེ་ལ་དགེ་བའི་ལས་འདྲེན་འཇོག་པའི་ཆེད་དུ་ཕྱག་དང་སོགས་བཀུར་སྟི་དང་ནོར་རྫས་སུ་བརྙས་པས་མཉེས་པར་བྱས་ནས། སྡང་བ་དང་རྗེས་སུ་བསྟན་པ་དག་གི་བཀའ་དྲིན་ཞུ་བར་བྱའོ། དེ་ལྟར་ཞུས་ཀྱང་དད་པ་མ་སྐྱེས་ན་སྐྱེས་བུ་དམ་པ་འདི་ལྟ་བུ་ལ་བདག་དད་པ་མ་སྐྱེས་པའི་ལས་ངན་བྱ་ཞིང་རང་གི་ལས་སྒྲིབ་ལ་ཡིད་ཆེས་ཤིང་འགྱོད་ལས་སྒྲིབ་འདག་ཅེར་གྱིས་བཟུང་སོ། འདའ་བའི་བཤགས་སྦྱང་བྱས་ནས་དད་པ་སྐྱེར་འཇུག་གོ། ད་མདོར་ན་ཅི་སོ་སོའི་ལས་སྒྲིབ་འདག་གིས་ཅི་ནུས་པའི་གར་ཞུ་བས་དག། གཟུངས་སྔགས་དེ་ཚུན་འདོན་བྱས། དེ་ནས་གར་ཞུ་བས་དག།

དེ་ནས་ནུས་བཟང་ན་རང་སོ་སོའི་གྱི་བླང་དོར་གྱི་གནས། མ་ཤེས་པ་ཅིག་བླ་མ་དེས་ཤེས་པར་བྱེད། དེ་ནི་བླ་མས་མ་སྟོན་ནུས་པ་དེ་འདྲ་ཅིག་སྒུག་རེས་སོ། ད་དེ་འདྲ་ཅིག་སྒུག་ཡོད་དུས་བཟང་ན། ཅི་ལྟར་བྱས་ནས་དེ་འདྲ་ཅིག་སྒུག་རེས། ཡིན་ན་ཡང་མཚམས་མཚམས། བླ་མ་དེ་རང་ལས་ཡོན་ཏན་ལྷག་པ་ཅིག་མེད་པ་ཡིན་ན་ཡང། བླ་མ་དེ་བསྟེན་པའི་དགོས་པ་དེ། ལྷག་པོ་ཅིག་ཡོད་པ་ཡིན་ན་དེ་ཡང་དེ་འདྲ་ཅིག་གིས་འགྲིག་གི་རེད་སོང་ད་མཚམས་མཚམས།

ལྟར་ལུང་རྒྱུན་དེ་ཡོད་པ་ཡིན་དུས་འདས་པའི་བླ་མ་ཟུར་བ་བསྟེན་བྱའི་ལུང་རྒྱུན་དེ་ཞུས་བཞག་ན། སྒོ་བསྟེན་པའི་དགོས་པ་དེ་ཆེན་པོ་ཆགས་ཏེ་འོར་བ། ལུང་རྒྱུན་མ་བྱས་པའི་དགོས་པ་ཆེན་པོ་འོར་བ། ད་དེ་ནས་དེའི་ཟོར་བ་དེ་འདྲས་ཡང་ཡོང་སྲིད་ཀྱི་རེད། དེ་འདྲས་ཡིན་དུས་ད། གང་ལྟར་ཡང་དག་འདོད་ཀྱི་སྐུ་ཡོད་པ་འདྲ། འདྲེན་པ་དེ་རང་སྐལ་བ་དོན་མེད་ཙམ་གྱིས་མི་དགེ་བའི་ལས་སུ་སྒྲུབས་ཤིག་ཅེས་མཆོད་འགྱུར་བཞུགས་ནས། གདམས་ངག་བསྟན་པ་ནི་རང་རྒྱུད་ཀྱི་སྟོང་ཉིད་ཀྱི་སྙིང་རྗེའི་ཉམས་བསལ་ནས་གཞན་གྱི་དོན་མི་ཉོན་བཏང་སྙོམས་བཞག་པར་བྱ་སྟེ། དེ་ལྟར་བྱ་བ་ནི་བླ་མའི་ཚོགས་ལ་དད་པ་མ་སྐྱེས་ནས་མ་བསྒྲུབས་པའི་ཉེས་པ་མི་འབྱུང་ངོ། ཡང་ཅིག་བླ་མ་པའི་དམ་པ་མ་ཡིན་པ་དེ་བླ་མ་གཅིག་གིས་ཅིན་སོ་སོའི་གི་སྐལ་པ་དང་མི་འཚམ་པས་ན་མི་དགེ་བའི་ལས་སྒྲུབས་ཤིག། མི་དགེ་བའི་ལས་སྒྲུབ་པ་ཡིན་ན་བྱང་ཆུབ་ཀྱི་རྒྱུ་ལས་འགྲོ་གི་རེད་ཟེར་བའི་གདམས་ངག་བསྟན་པ་ཡིན་ན། དེ་ནས་རང་རྒྱུད་ཀྱི་སྟོང་ཉིད་དང་སྙིང་རྗེའི་ཉམས་ལེན་ལ་འབད་པ་བྱས། དེ་ནས་གཞན་གྱི་དོན་དུ་འགྱུར་ན་བྱས་གཞན་གྱི་དོན་དུ་མི་འགྱུར་ན་བཏང་སྙོམས་སུ་བཞག་གོ་རེད། དེ་ལྟར་བཞག་ན་བླ་མའི་གསུང་ལ་དད་པ་མ་སྐྱེས་ནས་མ་གྲུབ་པའི་ཉེས་པ་འབྱུང་གི་མ་རེད་གསུངས། ད་ལྟ་ཁ་ཅིག་བླ་མ་བཟང་པོ་བློ་གཏིང་འཁེལ་བ་ཅིག་ལ་དད་པ་བྱས་ན་དེ་ཁོ་ནས་ཆོག་པས་དེ་ཉིད་ཆོས་དེ་ཁོ་ནས་གསུངས་གྲུབ་པ་ལས་བླ་མ་གཞན་མང་པོ་བསྟེན་མི་དགོས་ཟེར་བ་ཡོད་ཀྱང་དེ་ནི་བདུད་ཀྱི་བློ་ཕྱིན་ཅི་ལོག་ཏུ་བསླད་པ་ཡིན་ཏེ། ད་དེང་སང་ག་རེ་སོགས་ལ་ཁ་ཤས་ཅིག་གིས་བླ་མ་བཟང་པོ་བས་བློ་འཁེལ་བ་ཅིག་ལས་བབས་པས་བསྟེན་དེ་ལ་དད་པ་བྱས་དེ་གཅིག་པུས་ཆོག་གོ་རེད། གཞན་མང་དང་འདྲ་མི་འདྲ་བླ་མ་འདྲ་མི་འདྲ་མང་པོ་ཞིག་ད་བསྟེན་དགོས་མ་རེད་ཟེར་ལ་འོ་ད་དེ་བས་བདུད་ཀྱི་བློ་ཕྱིན་ཅི་ལོག་ཏུ་བསླད་པ་རེད། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་སར་འཇོག་པའི་ཆེད་དུ་རང་ཉིད་འཚང་རྒྱ་བར་བྱ་བའི་ཆེད་དུ་ཚོགས་གཉིས་རྫོགས་པར་བྱ་བའི་ཚོགས་ཞིང་དུ་སངས་རྒྱས་དང་ས་ཐོབ་པའི་བྱང་ཆུབ་སེམས་དཔའ་ཐ་ན་སོ་སོའི་སྐྱེ་བོ་དགེ་བའི་བཤེས་གཉེན་བླ་མར་གྱུར་པ་གྲངས་མེད་པ་བསྐལ་པ་དཔག་ཏུ་མེད་པར་བསྟེན་ནས་བསྙེན་བཀུར་བསྙེན་བཀུར་དུ་མཉེས་པར་བྱས་པ་ལས་རང་ཉིད་སངས་རྒྱས་སུ་འགྱུར་བའི་དགེ་ཚོགས་རྫོགས་པར་འགྱུར་གྱི། དེ་ལྟར་མ་བྱས་ན་མི་འགྱུར་བའི་ཕྱིར་ཞེས་བདེ་བར་གཤེགས་པའི་གསུང་རབ་རབ་འབྱོར་ནས་ལེགས་པར་གསུངས་པའི་རིས་མེད་པའི་སྐྱབས་གནས་དང་བླ་མ་ཆོས་ཀྱི་བཀའ་བསྒྲུབ་པར་བྱ་དགོས་སོ། ད་ག་རེད་ཟེར་ན། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འགོད་པའི་ཆེད་ཆེད་དང་ཆེད་དུ་རང་ཉིད་འཚང་རྒྱ་བོ་རེད། རང་ཉིད་འཚང་རྒྱ་བའི་ཆེད་དུ་ཚུགས་གཉིས་རྫོགས་གོ་རེད། ཚུགས་གཉིས་རྫོགས་པའི་ཆེད་དུ་དེ་ནི་ཚུགས་གཉིས་ཀྱི་ཚུགས་གཉིས་རྫོགས་པའི་ཞིང་རིས་མེད་པ་ལ་དེ་ནི་མཆོད་པ་དང་བཀུར་སྟི་བྱེད་འོང་བ་རེད་མ་གཏོགས། འགའ་ཞིག་ལ་མཆོད་པ་བྱེད་འགའ་ཞིག་ལ་བཀུར་སྟི་བྱེད་འགའ་ཞིག་ལ་མཆོད་པར་མ་བྱེད་འགའ་ཞིག་ལ་བཀུར་སྟི་མ་བྱེད་དེ་འདྲ་བྱས་ན་དེ་ནི་བའི་གར་ཆོད་རེད། ཚུགས་གཉིས་རིས་མེད་པར་རྫོགས་ཐུབ་གི་མ་རེད་གསུངས། དེ་འདྲ་ཡིན་དུས་ས་ནས། སངས་རྒྱས་དང་ས་ཐོབ་པའི་བྱང་ཆུབ་སེམས་དཔའ་དང་ཐ་ན་སོ་སོའི་སྐྱེ་བོའི་དགེ་བའི་བཤེས་གཉེན་བླ་མར་གྱུར་པ་ག་འདྲའི་ཅི་ཡོད་པ་ཡིན་ན་ཡང་དེ་དག་ཐམས་ཅད་ལ་དེ་ནི་བསྐལ་པ་གྲངས་མེད་པར་གྲངས་མེད་པའི་བར་དུ་བསྟེན་ནས་བསྙེན་བཀུར་བྱས་མཉེས་པར་བྱས། དེ་འདྲའི་བྱས་པ་ཡིན་ན་དེ་ནི་དགེ་ཚོགས་རབ་འབྱམས་རྫོགས་ཐོབ་པར་རིགས་སོ། དེས་ན་བདག་བླ་ན་མེད་པའི་ཨ་ཐོབ་པ་གཙོ་བོ་སངས་རྒྱས་སྒྲུབ་པར་བྱེད་པ་ལ་རང་ཉིད་ཀྱི་བྱང་ཆུབ་ཀྱི་རིགས་དང་བྱང་ཆུབ་སེམས་དཔའི་དགེ་བའི་རྩ་བ་གསལ་བྱེད་ཀྱི་སོ་སོའི་སྐྱེ་བོ་ཡོངས་འཛིན་གྱི་དགེ་བའི་བཤེས་གཉེན་ནས་བཟུང་ཡང་དག་པའི་སངས་རྒྱས་ཀྱི་དགེ་བའི་བཤེས་གཉེན་གྱི་བར། ཇི་སྲིད་རང་སངས་རྒྱས་མ་ཐོབ་ཀྱི་རིང་ལ་བསྐལ་པས་ཇི་ལྟར་བསྙད་པ་དེ་སྲིད་ཀྱི་དགེ་བའི་བཤེས་གཉེན་ཐམས་ཅད་སྐྱབས་ཡུལ་དུ་བཟུང་སྟེ། རིམ་གྲོས་བསྙེན་བཀུར། རིམ་གྲོས་བསྙེན་བཀུར་བ་བྱས་ནས་དགེ་བའི་བཤེས་གཉེན་དེ་རྣམས་མཉེས་པར་བྱས་པ། ལས་བསགས་སྦྱང་མཐར་ཕྱིན་བདག་སངས་རྒྱས་གོང་མ་ཐོབ་པར་འགྱུར་བ་ཡིན་ནོ། བདག་བྱང་ཆུབ་སེམས་དཔའ་གཞོན་ནུ་ནོར་བཟངས་ཀྱིས་དེ་ནས་པའི་དགེ་བའི་བཤེས་གཉེན་པས། འདྲ་མི་འདྲ་གསུངས་མར་བས་ད་བས་ཅིག། བརྒྱ་ཕྲག་མང་པོ་བསྟན་པ་ནང་བཞིན་དེ་འདྲ་བྱའོ། དེ་ཡང། སེམས་ཅན་རྣམས་ཀྱི་ལས་ཚུལ་བསམ་གྱིས་མི་ཁྱབ་པ་རང་རེ་འདུས་སྐལ་གྱི་ཡོངས་འཛིན་དེ། གང་ཟག་གི་རིགས་ཅི་འདྲའི་ཁྲོད་དུ་ཡོད་མི་ཤེས་པས་རང་འཕྲལ་གྱི་ལས་ཐུན་མིན་དུ་ཡོད་མོས་པ་སྐྱེས་མ་སྐྱེས་ལ་མ་ལྟོས་པར་རང་མི་འཐད་པའི་ཡུལ་དེ་ཉིད་ལྷག་པར། དག་སྣང་སྦྱར་ཏེ་མོས་པ་དྲག་ཏུ་སྐྱེ་དགོས་ཏེ། རང་རེ་ཡོངས་འཛིན་དེས་མ་རྟོགས་པས་འདུལ་བར་མི་ནུས་པ་ལ་མོས་པ་མ་སྐྱེས་ཤིང་མ་ཆགས་ན་དེ་ཡི་བྱིན་རླབས་འཇུག་པ་རྒྱང་རིང་དུ་འགྲོ་བས་སྔར་ལྟར་འཁོར་བར་དུས་ཏུང་མེད་དུ་འཁྱམས་དགོས་པར་འགྱུར་བའི་ཕྱིར། དེའི་རྒྱུ་མཚན་ག་རེ་ཟེར་ན། སེམས་ཅན་རྣམས་ཀྱི་ལས་བསམ་གྱིས་མི་ཁྱབ་པ་རེད། དེ་ནས་ཡིན་དུས་ས་ནི་སོ་སོ་རང་ཉིད་འདུལ་བའི་འདུལ་སྐལ་གྱི་ཡོངས་འཛིན་དེ་སུ་ཡིན་ཧ་གོ་བ་མ་རེད། གང་ཟག་ག་འདྲ་ཅིག་གི་ནང་ལ་ཡོད་ཁོར་ཡུག་ག་འདྲ་ཅིག་གི་ནང་ལ་ཡོད་ཧ་གོ་ཡ་ཡོད་མ་རེད། དེ་འདྲ་ཡིན་དུས་ས་ད་ལྟ་ཁྲལ་གྱིས་པས་ཁྲལ་གྱིས་དེ་ནས་ཅིག་དད་པ་སྐྱེས་མ་སྐྱེས་མོས་པ་སྐྱེས་མ་སྐྱེས་ཙམ་ལ་མ་ལྟོས་པར། ཡང་མདོར་ན་ཅི་རིགས་མེད་པའི་དེ་ནས་དགེ་བའི་བཤེས་གཉེན་ཐམས་ཅད་ལྷག་པར་དུ་རང་ཉིད་ད་ལྟ་དད་པ་ཞེ་དྲག་མི་སྐྱེས་སུ་འདི་འདྲའི་གནས་བླ་མ་དང་དགེ་བའི་བཤེས་གཉེན་དེ་དག་ཐམས་ཅད་ལ་ལྷག་པར་དུ་ཡང་དག་སྣང་སྦྱངས་ནས་མོས་པ་མོས་པ་བསྐྱེད་ན། དེ་ནས་ཀོ་གར་ཞུ་བའི་དག་ཕན་ཐོགས་ཡོང་གི་རེད་གསུངས། གང་མ་དད་པར་བྱས་པའི་བླ་མ་ལ་ལས་འབྲེལ་ངན་པ་བཞག་པའི་རྒྱུས་རང་དེ་ཡུལ་གྱི་བླ་མ་ལ་ལས་འབྲེལ་བཟང་པོ་བཞག་པའི་དགེ་རྩའང་བཅོམ་ནས་རང་ཉིད་ངན་འགྲོ་དང་ངན་སོང་སོགས་འོག་ནས་འོག་ཏུ་ལྟུང་བར་འགྱུར་བའི་ཕྱིར་རོ་གསུངས། དེ་འདྲ་ཡིན་དུས་ས་གནས། དཔེར་ན་ང་ཚོའི་དུས་རྒྱུན། དཔེར་ན་སྒྲུབ་ཐབས་ཆུང་ཆུང་ཞིག་པའི་ཉམས་ལེན་བྱས་པ་ཡིན་པས་ན་ཡང། དེ་ནས་དཔེར་ན་ཅིག་དང་པོ་པའི་སྐར་ཚོགས་དང་སྟོང་ཉིད་བསྒོམ། ད་དེའི་ངང་སྟོང་ཉིད་ངང་བདག་གི་ས་བོན་རུ་སྐྱེས། ས་བོན་ལས་པའི་འོད་ཟེར་འཕྲོས་ནས་ཕྱོགས་བཅུ་ནས་ཞོགས་པའི་དཔེར་ན་ཅིག་སངས། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱང་དཔེར་ན་མི་འཁྲུགས་པར་འདོད་པ་ཅིག་བསྒོམ་པ་ཡིན་མིན་ན་ཕྱོགས་བཞི་ནས་བསུས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱང་མི་འཁྲུགས་པའི་རྣམ་པར་ཚུལ་ཅན་དྲངས་ནས་དེ་ནས་རང་གི་ཐུགས་ཀའི་ས་བོན་དེ་ལ་བས་བསྟིམས་ནས་དེ་ནས་ཆས་སྒོ་ཡོད་པ་དེ་ཆས་སྒོ་ཡང་རྒྱུ་མཚན་རུང་སྟེ་བས་ཏེ་དེ་ནས་རེ་ཞིག་ཡིན་པར་གྲགས་འདུག་བ། བས་ཚོགས་དཔག་ཏུ་མེད་པ་དེ་སྐད་ཅིག་ལས་བསགས་ནས།

འདི་ངའི་ཕྱོགས་ཡིན་འདི་སྐབས་དེང་སང་རྒྱལ་ཁབ་དེ་ཚོར་ས་མཚམས་རྙོག་དྲ་ཧྲིལ་པོ་ཞིག་འདུག་བ། ད་འདི་ངའི་ས་ས་ཁུལ་ཡིན་འདི་ཁོའི་ས་ཁུལ་རེད། ཨ་འདིའི་དོན་དག་རྩོད་པ་ཞིག་རྒྱག་འདུག་བ། ད་ད་ང་ན་ཤེས་ང་རང་ཚོད་ཀྱི་བློ་ལ་ཡིན་ན་ཡང་དེ་འདྲས་ཅིག་རིན་པོ་ཆེ་བྲིས་ས་རེད་ད་སྲབ་བཀྲ་རབ་ཅིག་བྲིས་ས་རེད། ད་འདི་ང་ཚོའི་ཕྱོགས་རེད་ད། རང་ལུགས་ཀྱི་བེ་བླ་མ་ད་གང་གང་ཡིན་ན་དགེ་བའི་བཤེས་གཉེན་ད་དེ་ཚོ་རེད་ད། ད་འདི་གཞན་ལུགས་དེ་ཚོ་རེད་ད་ཟེར་བ་ལབ་ཤར་བ། ད་དེ་དངོས་གནས་བྱས་ན་འགྲིག་གོ་མ་རེད་པ།

རང་ལུགས་རང་ལུགས་ལྟར་གྱིས་ཀྱང་དྲན་འདོར་བ། ད་དེ་འདྲ་བྱས་ན་དེ། སྐྱབས་འགྲོ་པའི་ཚིག་གཉིས་པ། ཆགས་མ་སོང་བ་སྐྱབས་འགྲོ་ཉི་ཚེ་བ་རེད་བ། དཔེར་ན་ཆོས་རེད་ཟེར་དུས་ཟ་ན། ལུང་དང་རྟོགས་པའི་ཆོས་ཟེར་བ། ལུང་དང་རྟོགས་པའི་ཆོས་གང་ན་ཡོད་ན་དེ་ལ་སྐྱབས་སུ་འགྲོ་གི་ཡིན་ཟེར་ལ། ད་དཔེར་ན་དགེ་བའི་བཤེས་གཉེན་གཞན་ལུགས་ཀྱི་དགེ་བའི་བཤེས་གཉེན་ལུང་དང་རྟོགས་པའི་ཆོས་བཟང་པོ་བྱས་ཡོད་པ་ཡིན་ན་དེ་ལ་སྐྱབས་སུ་འགྲོ་བ་མི་གནང། ཨ་ཁོ་པ་བཏང་སྙོམས་རེད་བཞག་བཞག་རོགས།

ད་དེ་ལ་དེ་ཆང་བ་ཞིག་འདུག་ས་མ་རེད། ད་དེ་ཁོ་ཇི་ལྟར་དུས་རྒྱུན་ད་དེ་དེ་གོམས་གཤིས་རེད་མེད་དེ་ཁ་ན་ཁ་མིན། ད་དངོས་གནས་བྱས་ན་མགོ་གསལ་ན་ཡང་གསལ། གདོང་པ་དཀར་ན་ཡང་དཀར། ད་གང་ལྟར་ཡང། ཁོ་རང་གི་སེམས་རྒྱུད་ལ་སྤངས་རྟོགས་ཀྱི་ཡོན་ཏན་ཅིག་ཡོད་ན། ལུང་དང་རྟོགས་པའི་ཡོན་ཏན་ཅིག་ཡོད་ན་ད་ཁོ་ཕྱག་འཚལ་ཡ་རེད་མ་གཏོགས། སྐྱབས་སུ་མཆོད་པའི་འོས་ཡུལ་ཡོད་རེད་པ། ཡང་མིན་ན་དང་པོ་ནས་ཁོ་སྐྱབས་སུ་འགྲོ་གི་མིན་ཟེར་ལ་ད།

དེ་དག་དེ་གར་བཟོ་བའི་ང་རང་དུ་དེ་དག་བློ་ལ་དྲིལ་བཞག་པའི་གི་རང་བཞིན་རང་དང་གཞན་ལ་པའི་འདྲེ་རིས་སུ་བཅད་པའི་ཅིག་སྲབ་ཁྲ་རུ་དུ་པ་ནུག་བསུབ་བཏང་ནས་བདག་གང་ལྟར་ཡང་ནམ་མཁའ་དང་མཉམ་པའི་ཅི་སངས་རྒྱས་ཐམས་ཅད་ལ་སྐྱབས་སུ་འགྲོ། ཆོས་ཐམས་ཅད་ལ་སྐྱབས་སུ་འགྲོ། དགེ་འདུན་ཐམས་ཅད་ལ་སྐྱབས་སུ་འགྲོ། དེ་འདྲའི་བྱས་པ་ཡིན་ན་དེ་ནི་སྐྱབས་འགྲོ་ཚིག་གཉིས་པ་འཇུག་རེད་གསུངས། ལྷག་པར་དུ།

མ་བརྟག་ཅིག་ང་ཚོ་ཡང་བོད་པའི་གི་ལུགས་སྲོལ་རེད་ཅིག། དེ་མ་གསང་སྔགས་དེ་ཡིན་པ་རེད་ཅིག་བླ་མ་དེ་ཚོ་ཅིག་རྩ་ཆེན་པོ་རེད་ཅིག། ཅིག་གཙུག་ལག་ཁང་ཅིག་ན་ཕྱིན་ན་བས་བླ་གུ་རུ་བ་དེ་ཚོ་ཕག་ཅིག་བི་གའི་སྐྱིད་དེ་ཞག་མ་ཞིག་ན་དེ་འདྲི་དང་འདྲི་རུང། ཡིན་ན་ཡང་ཅིག་བསྟན་པ་སྤྱི་ཚན་ཟེར་མ་རེད་དེའི་གི་དབང་དུ་བྱས་པ་ཡིན་མིན་ན་ཡང་ང་ཚོ་ཡང་ཅིག་སྟོན་པ་དེ། མཁའ་འགྲོས་བསྟན་པའི་བདག་པོ། སྟོན་པ་རྩོད་པ་སངས་རྒྱས་བཅོམ་ལྡན་འདས་ཡིན་དུས་བཟང་ན་ཡང་དེའི་དཔེ་བཀའ་དྲིན་རྗེས་སུ་དྲན། དེའི་ཡོན་ཏན་རྗེས་སུ་དྲན་དགོས་རབས་དེ་གལ་ཆེན་པོ་འདུག་ལ། སྟོན་པ་རྩོད་པ་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་དུ་མ་བྱོན་ན་ད་ལྟ་སངས་རྒྱས་ཀྱི་བསྟན་པ་ཟེར་བ་ཅིག་ཡོང་གི་མ་རེད། ད་ག་ནང་བཞིན་ད་ལྟ་ང་རང་ཚོ་དེ་བཞིན་མཁའ་འགྲོས་འདི་འདི་ཅིག་འཆད་ཉན་བྱས་དེ་ཨ་ཀི། ཨ་ཅིག་ནང་པ་སངས་རྒྱས་པའི་ཅིག། འཆད་ཉན་བྱས་དང་གཞུང་ལུགས་མང་པོ་དེ་ཚོ་ཡོང་གི་མ་རེད་དེ་ནས་དེ་འདྲ་ཡོང་དགོས་ཡ་དེ་རྩ་བ་ཨ་མ་དེ་ཆུ་འགོ་གང་ལ་ཐུག་པ་དཔེར་ན་ཆུ་ཧུབ་ཅིག་ཐུག་ན་པའི་ཆུ་འགོ་དྲན་དགོས་པ་ན་བཞིན་ད་ལྟ་ཆུ་འགོ་གང་ལ་ཐུག་པ་དེ་སྟོན་པ་རྩོད་པ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་ཡོད་པ་ཡིན་དུས་སང་རེད་ད་དེའི་བཀའ་དྲིན་རྗེས་སུ་དྲན་དགོས་ཡ་དེ་གལ་ཆེན་པོ་རེད་མེན་རོ་སམ་དེ་འདྲའི་རེ་བཞི་བྱས་ནི་དོར་བ། གཞན་མ་དང་ཡང་འཆམ་འཆམ་ཅིག་རྩ་བ་བོར་ནས་ཡལ་ག་ལ་འཇུས་ཡ་དེ་འདྲས་ཀྱི་གནས་ཚུལ་མང་པོ་ཆགས་ཀྱི་འདུག་བ། དེ་འདྲས་མ་སོང་བ་བྱས་ནས་གང་ལྟར་རྩ་བ་སྡོང་པོ་ཨ་མ་རུ་པ་དེ་སྟོན་པ་རྫོགས་པ་སངས་རྒྱས་བཅོམ་ལྡན་འདས་ཡིན་པར་འཆད། ཡིན་ན་ཡང་གང་གིས་ཞུས་པ་ནང་བཞིན་དེ་ཡང་དག་སྟོན་པ་རྫོགས་པ་སངས་རྒྱས་བཅོམ་ལྡན་འདས་ཙམ་དུ་མ་ཟད་པའི་ནམ་མཁའི་ཁྱབ་ཚད་ཀྱི་དེ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ། དག་སྣང་ཞིང་ཐང་ཅིག་དམ་པའི་ཆོས། དབེན་འཕགས་པའི་དགེ་འདུན་ཐམས་ཅད་ལ་དེ་རྣམ་པའི་མཆོད་པ་དང་བཀུར་སྟིའི་ཡུལ་དུ་བྱེད་དགོས་པ་དེ་གལ་ཆེན་པོ་རེད། ད་དེ་འདྲའི་ཅིག་བསམ་བློ་བཏང་ཡོང་དུས་ན་ཆགས་སྡང་ཕྱོགས་རིས་བྱས་ཀྱི་མི་འདུག་བ། དེ་ཆགས་སྡང་ཕྱོགས་རིས་བྱས་ནས་སོ་སོར་འཁྲུལ། སོ་སོ་ནོར་འདུག་མ་གཏོགས་པའི་ཆགས་སྡང་ཕྱོགས་རིས་བྱ་གི་ཡུལ་རེད་ཡུལ་མི་འདུག་བ་དེ་རྒྱུ་མཚན་མི་འདུག་བ། དེ་ནས་དེའི་རྒྱུ་མཚན་དེ་ནས་དེ་འདྲའི་བསམ་བློ་ཡག་པོ་བཏང་པ་ཡིན་ན་ཨ་ནེ་གི་ནོར་འཁྲུལ་མེད་པ་རེད་དུས་སུ་ཡོང་མེད་ན་བསམ་བློའི་རིང་ལུགས།